དེ་རིང་འོ་ར་རྗེ་མེས་པོ་ཏཱ་ཡི་ལོ། འོ་ད་སུམ་པ་གི་ཚེས་པ་འདི་ཡང་ན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོ་སྤྱི་ཟླ་བཞི་པ་གི་སྤྱི་ཚེས་ཉེར་བཞི་སམ་དེ་ནས་འཛམ་གླིང་དཔེ་ལུགས་དུས་ཆེན་གྱི་ཉིན་མོ་དེ་འདྲའི་ཆགས་འདུག་རེད། དེ་འདྲའི་དུས་ད་འཛམ་གླིང་དཔེ་ལུགས་དུས་ཆེན་གྱི་ཉིན་མོ་འདི་ཐོག་མར་ནམ་བྱུང་བ་རེད་ཟེར་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་དེ་ནས་སི་ཕེན་རྒྱལ་ཁབ་ནས་ད་ནག་ཚོགས་ཀྱི་མཁས་པ་མང་པོ་གདན་འཛོམས་ཏེ་ད་ཁོ་ཚོ་གི་སྐབས་དེ་དུས་གྲུ་བཞི་གི་བསྟན་པ་སྲུང་བ་དེ་འདྲས་ཅིག་རེད། དེ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ནས་དངོས་སུ་ད་འཛམ་གླིང་གི་དཔེ་ལུགས་ཉིན་མོ་འདི་ལག་བསྟར་བྱུང་ཡོད་པ། དེ་ནས་ད་མིའི་ཆ་ཚང་གི་དབང་དུ་བྱས་ན་རྒྱལ་སྤྱིའི་དཔེ་ལུགས་ཉིན་མོའམ་དཔར་སྐྲུན་བདག་དབང་གི་ཉིན་མོ་དེ་འདྲས་ཟེར་གི་ཡོད་རེད། ད་སྤྱི་དང་གི་ད་དེ་རིང་ཁ་སང་གི་དུས་སོགས་འདི་ལ་མཚོན་ཁ་ཆེ་དང་ནང་རྒྱུན་ད་དུས་ཆེན་དང་མཛད་སྒོ་དེ་བཞིན་དག་གི་རྗེས་དྲན་ལ་སོགས་པ་གི་དུས་སྟོན་ཧ་ཅང་ཧ་ཅང་མང་པོ་མཐོང་རྒྱུ་ཡོད་པ་དེ་འདྲས་རེད། རེད་བལྟ་ན་ད་དེ་དག་ཚང་མ་ལ་དོ་སྣང་བྱེད་མཁན་ཡང་ཡོད་མ་རེད་ལ་དོ་སྣང་ཐུག་གི་ཡང་མ་རེད། རེད་བལྟ་ན་དེ་རིང་གི་ཉིན་མོ་འདི། དེ་དག་དང་གཏན་ནས་མི་འདྲ་བ་ཀི་ང་ཚོ་ཚང་མ་ཀི་དོ་སྣང་བྱེད་ཡུལ་པ་དང་དོ་སྣང་བྱེད་ན་ཡང་རིན་ཐང་ཡོད་པ་དེ་འདྲས་ཀྱི་ཆ་དོ་རེད། ད་སྤྱི་དང་གི་བསམ་བློ་བཏང་ཁ་ཅི་ད་ང་ཚོ་དགོན་འདི་ཁྲོད་ཀི་ད་ལྷོ་སྒྱུང་པའམ་དཔེ་ཆ་བ་ཞིག་ལ་མཚོན་ན་ད་ཉི་མ་རེ་རེའི་བཞིན་དུ་ཀི་དཔེ་ཆ་ལྟ་གི་ཡོད་པ་དང་དཔེ་ཆ་ཀློག་གི་ཡོད་པ་དེ་འདྲས་ཀྱི་རེད་དེ་འདྲས་འདུག་དེ་འདྲས་ཀི་གང་ཟག་ཅིག་གི་ངོས་ནས་བཤད་བཞག་ཁ་ཅི་ད་དམིགས་བསལ་དེ་ནས་དཔེ་ལུགས་ཉིན་མོ་ཟེར་གྱི་དེ་འདྲའི་མེད་པ། སྤྱིའི་ཆ་ནས་བསམ་བློ་བཏང་ན་དེ་འདྲའི་རེད། རེད་བཏང་ན་ཡིན་ན་ཡང་ད་དེ་རིང་གི་ཉིན་མོ་འདི་དེ་འདྲའི་གི་རྒྱུན་འདི་ཁོ་རང་དཔེ་ཆ་ལྟ་གི་ཡོད་ནི་གང་ཟག་བཅས་ཀྱི་ངོས་ནས་བཤད་ན་ཡང། ག་རེ་ཟེར་ན་སྔར་ལས་ལྷག་པའི་གི་དཔེ་ལུགས་ལ་ཤོག་རྒྱས་ཡ་དང་སྔར་ལས་ལྷག་པའི་གི་འབད་བརྩོན་ཡོང་ཡ། ཨོ། དེ་ནས་དཔེ་ཆ་ལོ་བརྒྱད་དང་ནི་ལྷོ་རྒྱུང་དེ་སོགས་ཀྱི་ཐད་ལ། དེ་ནས་སྔར་ལས་ལྷག་པའི་གི་བཀོད་མ་གནང་བའི་ཆེད་དུ། དེ་ནས་དེ་རིང་གི་ཉིན་མོ་དེ་ལ་མཐོང་ཆེན་ཟེར་དགོས་པ་དང། དེ་བཞིན་དུ་གི་ཉི་མ་རེ་རེ་བཞིན་དུ་ཡང་ད་རྩིས་འགྲུག་བརྒྱབ་སྟེ་དེ་དེ་རིང་གི་ཉིན་མོ་འདི། ད་འཚོ་བ་ཆེན་པོ་དང་བཅས་པའི་གི་བསུ་དགོས་པ་དེ་འདྲ་ཅིག་རེད། རྒྱུ་མཚན་ག་རེ་རེད་ཟེར་ན་རང་རང་སོ་སོ་གི་ད་ལོ་གཅིག་གི་ནང་ལ་དཔེ་ཆ་ག་འདྲས་ཅིག་ཀློག་ཡོད་མེད་ལྷོ་རྒྱུང་ག་འདྲས་ཅིག་བྱས་ཡོད་མེད་ཨོ་དེ་ཚོ་གི་སྐོར་ལ་དེ་ནས་གྲུབ་འབྲས་དེ་ཉིད་ལ་བདུན་ཚིགས་བརྒྱད་པོའི་ཉིན་མོ་དེ་འབྲེལ་གྱི་ཆ་དོ་རེད། དེའི་རྒྱུ་མཚན་གྱིས་ད་དེ་རིང་འཛམ་གླིང་སྤེལ་གྱི་ཉིན་མོ་དེ་ང་ཚོ་ཚང་མ་གི་དེ་ནས་དོ་སྣང་བྱེད་ཡུལ་པ་དེ་འབྲེལ་གྱི་ཉིན་མོ་ཅིག་རེད། དེ་འབྲེལ་དུ་ད་དམིགས་བསལ་གྱི་དེ་རིང་ང་ལ་འདི་ནས་ཁྱེད་རྣམ་པ་ལ་ད་ཁྱེད་དེ་འདྲའི་སྐད་ཆ་བཤད་ཡ་གི་མི་འདུག་ད་ནང་ད་ལྷོ་སྟོང་སང་དང་གནས་མཁན་མོ་རྣམ་པ་གིས་ཁྱོད་ཀྱིས་འདི་ནས་སྐད་ཆ་ཅིག་བཤད་དགོས་རེད་གསུངས་འདུག་དེ་འདྲའི་བཀའ་གསུང་དང་ལེན་གནང་བའི་ཐོག་དེ་ནས་དཔེ་ལུགས་སྐོར་ནས་ངས་ཁྱེད་རྣམས་པར་སྐད་ཆ་ཁ་ཤས་ཤིག་བཤད་ཤེས་བསྡད་ཡིན། དེ་འདྲའི་དུས་ད་ང་རང་གི་མདུན་ནས་དོན་ཚན་རྣམ་པ་བཞི་འདྲ་ཞིག་གི་ཐོག་ནས་ཁྱེད་རྣམས་པ་ལ་སྐད་ཆ་ཁ་ཤས་ཤིག་ཤེས་བསྡད་ན། དེ་ནས་དོན་ཚན་དང་པོ་དེ་ད་སྤྱི་བཏང་གི་དཔེ་ཆ་ཀློག་དགོས་པའི་རྒྱུ་མཚན་དང་དཔེ་ཆ་ཀློག་པའི་དགོས་པ་དེ་ག་རེ་རེད་ཟེར་ན། དེ་ནས་སྤྱིའི་ཆ་ནས་བསམ་བློ་བཏང་ན་ད་མི་རིགས་དང། རིགས་ཡོངས་དེ་ཚོ་གོང་འཕེལ་གྱི་ཆེད་དང་དེ་བཞིན་དུ་སྐུ་བརྟེན་པ་དང་སེམས་ཅན་ལ་སོགས་པ་གྱི་ཆེད་དེ་འདྲའི་མང་པོ་ཡོད་རེད། དཔེར་ན་མི་རིགས་གང་ཞིག་ཁོ་རང་ཡར་རྒྱས་ལ་འགྲོ་དང་མི་འགྲོ་མི་རིགས་དེ་གི་བསམ་མནོ་དང་སྤྱོད་པ་དེ་ཚོ་ལེགས་པོ་ཡོང་དང་མི་ཡོང་དེ་དཔེ་ལུགས་ལ་རག་ལས་ཀྱི་ཡོད་རེད། སྔོན་ཐོན་གྱི་མི་རིགས་དེ་ཚོའི་བསམ་བློ་དང་ཁ་ཅིག་ད་ཁོ་རང་ཚོ་དང་པོ་དཔེ་ལུགས་ནས་མགོ་བརྩམས་ཏེ་མཐའ་ཐོག་བླ་ན་མེད་པའི་རྒྱལ་ཁ་བླངས་སོང་བ་དེ་འདྲས་ཀྱི་རེད། དེ་བཞིན་དུ་སྐུ་སྔོན་གྱི། ད། དམ་པ་མང་པོའམ་བླ་ཆེན་གྱི་སྐྱེས་བུ་དེ་ཚོར་བཅས་སམ་དོན་ཁ་ཅིག་དང་ཁོ་རང་ཚོ་གི་སྲས་ལས་ལྷག་པའི་གི་བླ་ན་མེད་པའི་རྣམ་དཔྱོད་དེ་ཚོ་གང་ནས་ཡོང་བ་རེད་ཟེར་ན་དཔེ་ལུགས་ཀྱི་བར་གསེང་ནས་ནར་སོན་ཡོང་བ་དེ་འདྲས་ཀྱིས་ཆགས་བསྡད་ཀྱི་ཡོད་རེད། དེའི་རྒྱུ་མཚན་གྱིས། ད་ང་ཚོ། ད་མི་སུ་དང་སུ་འཚོ་ན་ཡང། དཔེ་ཆ་ལྟ་རྒྱུ་དང་སློབ་སྦྱོང་བྱེད་རྒྱུ་དེ་ཧ་ཅང་གལ་ཆེ་བོ་རེད། འོ། རང་ཉིད་ཡོན་ཏན་ལྡན་པ་ཟ་བའི་ས་དེ་ལ་དཔེ་ཆ་ལྟ་དགོས་ཀྱི་ཡོད་རེད་དེ་ནས་རང་གི་རྒྱུད་ལ། ད་ལིག་ཉིད་ཀྱི་བླང་དོར་འབྱེད་པའི་ཀྱི་ཤེས་རབ་སྐྱེ་བའི་ས་དེ་དཔེ་ཆ་ལྟ་དགོས་ཡོད་རེད་དེ་ནས་དོན་དངོས་མེད་པའི་ཀྱི་བྱ་བ་སྤང་ཐུབ་པའི་ཆེད་དུ་དཔེ་ཆ་ལྟ་དགོས་ཀྱི་ཡོད་རེད་དེ་བཞིན་དུ་ཀྱི་རིགས་བའི་མི་རྣམས་ཀྱི་རེ་བ་སྐང་བའི་ཆེད་དུ་སློབ་སྦྱོང་བྱེད་དགོས་རྒྱུ་བོ་དང་དཔེ་ཆ་བལྟ་དགོས་རྒྱུ་བོ་དེ་རྒྱུ་མཚན་དུ་དགོས་པ་དེ་འདྲའི་ཞིག་བྱེད་དེ་རེད། དེ་འདྲའི་ད་འཇིག་རྟེན་འདིའི་ཐོག་ལ་ད་དངོས་པོ་ཁྲ་ཁྲ་ཤེས་ཤེས་ལ་སོགས་པ་དེ་འདྲའི་མཐོང་རྒྱུ་མང་པོ་ཡོད་བསྡད་པ་རིག་རྒྱུ་མང་པོ་ཡོད་བསྡད་པ་དེ་འདྲའི་ཅིག་རེད་རེད་བཏང་ན་ད་དངོས་གནས་རང་ཉིད་ཡོན་ཏན་ལྡན་པ་ཞིག་ཟ་རྒྱུ་དང་རང་ཉིད་སློབ་སྦྱོང་ཅན་གྱི་མི་སྣ་ཞིག་རིག་གནས་པ་ཞིག་ཟེར་རྒྱུ་དེ་ལས་གལ་ཆེ་བ་ཞིག་རྩ་བ་ཉིད་ནས་ཡོད་མ་རེད་དེ་རྒྱུ་མཚན་གྱིས་དེ་ནས་རྒྱུན་དུ་སློབ་སྦྱོང་བྱེད་དགོས་རྒྱུ་བོ་དང་དཔེ་ཆ་བལྟ་དགོས་རྒྱུ་དོན་དག་དེ་འདྲའི་ཅིག་རེད། དོན་དང། རྙིང་པའི་ཐོག་ནས་བསམ་བློ་བཏང་ཁ་ཇི་ལྟར་ལྟར་རང་གི་རྒྱུད་ལ་གཙོ་ཆེ་ཤོས་ངོ་མ་འདྲ་བོ་དེ་ང་ཚོར་སློབ་སྦྱོང་བྱེད་རྒྱུ་བོ་དང་རྒྱུན་དུ་དཔེ་ཆ་ལྟ་འདུག་རྒྱུ་བོ་འདི་ཚོ་རང་གི་རྒྱུད་ལ་ད་བླང་དོར་གྱི་ཤེས་རབ་ཞིག་རྒྱུད་ལ་སྐྱེ་ཡོད་ཆེད་དུ་རེད། དེ་འདུག་བླང་དོར་གྱི་ཤེས་རབ་འང་ལེ་ཉིན་བགྱིས་པའི་ཤེས་རབ་དེ་ཉིད་ཆོས་དང་འཇིག་རྟེན་གྱི་བྱ་བ་གང་བསྒྲུབས་ཀྱང་དེ་ནི་ཀུན་ལ་དེ་ནི་འཁོར་རྒྱུ་བོ། དེ་ནས་དམ་པའི་ཆོས་ཀྱི་ཐོག་ནས་བསམ་བློ་བཏང་ན་རེད་འཇིག་རྟེན་གྱི་ཐོག་ནས་བསམ་བློ་བཏང་ན་རེད་བྱ་བ་གང་ཞིག་བསྒྲུབ་དགོས་ན་ཁོ་ཤེས་རབ་མཛད་རྒྱུ་དེ་མེད་དུ་མི་རུང་བ་ཡིན་གྱི་ཡོད་རེད་དེ་འདྲའི་གི་ཤེས་རབ་དེ་ཡོད་དགོས་ན་དེ་ནི་དཔེ་ལུགས་ཁྲོད་ནས་ཡོང་དགོས་བ་དེ་འདྲའི་ཞིག་ཆགས་འདུག་རེད་སྤྱི་དང་བསམ་བློ་བཏང་ཁ་ཅིག་ད་ལྟ་བྱ་བ་ལས་འགྲིག་ཡོང་དང་མི་ཡོང་ལ་སོགས་པ་དེ་སོགས་ལ་རྣམ་པ་གཉིས་འདྲ་སུ་ཡོད་རེད་དངོས་སུ་ཁོ་རང་ཉམས་མྱོང་ལས་ཐོས་པའི་གི་ཤེས་རབ་དང་ནི་དེ་ནས་དཔེ་ལུགས་ལས་ཐོས་པའི་ཤེས་རབ་གཉིས་ཡོད་རེད་ད་ནི་ད་ཉམས་མྱོང་ལས་ཐུབ་པའི་གི་ད་ཤེས་རབ་དེ་ཚོ་ཉུང་ཉུང་ཉུང་ཉུང་འདྲ་ཆགས་འདུག་རེད་ད་མཁས་པ་ཕ་ཆེ་ཤོས་དག་གི་ད་བློ་རྣམ་དཔྱོད་དང་ཤེས་རབ་དེ་ཚོ་དེ་ནས་དཔེ་ལུགས་འཕྲོ་ནས་ཡོང་འདོད་པ་དེ་འདྲ་ཅིག་རེད། དེ་ཡིན་དུས། དེའི་རྒྱུ་མཚན་གི་སྔོན་གྱི་མཁས་པ་དེ་ཚོ་མི་རེ་རེ་གས་ཡང་ད་ཁོ་ཚོ་མི་ཚེ་ནང་ལོང་ལ་དཔེ་དེབ་ད་སྟོང་ཕྲག་ལྔའམ་དྲུག་ཙམ་ལ་ཡོད་པ་དེ་འདྲ་ཡོད་རེད། དེ་ནས་ང་ཚོ་གི་ད་བལྟ་ན་བླང་དོར་གྱི་ཤེས་རབ། ལེགས་ཉེས་འབྱེད་པོའི་ཤེས་རབ་དེ་ལ་བསམ་བློ་བཏང་ན། ད་དམ་པའི་ཆོས་ཀྱི་ཐོག་ནས་ད་ཁོ་རང་སངས་རྒྱས་དགོས་ཀྱི་ཡོད་ན་འདྲ་དེ་བཞིན་དུ་ཆོས་པ་ཡག་པོ་ཞིག་ཡོང་དགོས་ཀྱི་ཡོད་ན་འདྲ་དེ་བཞིན་དུ་དཔེ་ཆ་བའམ་དམ་པོ་ཞིག་ཡོང་དགོས་ཀྱི་ཡོད་ན་ཡང། དེ་ནས་གཙོ་ཆེ་ཤོས་ཡོད་ཚད་དུ་ཤེས་རབ་ལ་རག་ལས་དུ་ཡོད་པ་དེ་འདྲས་ཅིག་རེད། དེ་འདྲས་དུ་ད་ཆོས་པ་ཅན་ཡིན་ཁ་ཅིག་ད་ད་ཁོ་རང་གི་རྒྱུད་ལ་བདག་འཛིན་མེད་པ་དང་དེ་བཞིན་དུ་ཀྱི་སེམས་རྣལ་དུ་གནས་ཐུབ་པ་དང་དེ་ནས་རེ་དོགས་ཀྱི་ཀུན་རྟོག་དེ་སོགས། དེ་ནས་ཆེས་རྣམ་རྟོག་ལ་སོགས་པ་དེ་དག་ཁུ་སིམ་མེར་སྐྱོ་ཐུབ་ཅིང་དེ་ནས་གང་ལ་ཡང་ད་འཇིག་རྟེན་གྱི་དངོས་པོ་ཁྲ་ཁྲ་ཤིག་ཤིག་དེ་ཚོ་ལ་འཛིན་པ་དང་ཆགས་ཞེན་དེ་ཙམ་མེད་པར་ཁོ་རང་གི་སེམས་ཁམས་དེ་ལྷོད་ཆིག་སེ་འདྲ་སེ་ཡོང་དགོས་ཀྱི་ཡོད་ན། དེ་ནས་གང་ནས་ཡོང་དགོས་ཀྱི་ཡོད་རེད་ཟེར་ན་ད་ལོ་རྣམ་འཇོག་གི་ནང་ཤེས་རབ་ཀྱི་སྟབས་ཀྱིས་ཡོང་དགོས་པ་དེ་འདྲའི་ཆ་དོ་རེད། དེ་འདྲའི་གི་རྣམ་འཇོག་ཤེས་རབ་དེ་ཡོང་དགོས་ཀྱི་ཡོད་ན་དེ་ནས་ཁོ་བོའི་གི་རང་བཞིན་འམ་ཁོ་བོའི་གི་ཆོས་ཉིད་དེ་དེ་ནས་ཁོ་རང་གི་སེམས་སྟེང་ནས་ཧ་གོ་བ་དང་དེ་ཉིད་ནས་ངེས་འབྱུང་སྐྱེ་བ་དེ་འདྲའི་ཅིག་ཡོང་དགོས་དུས་དེ་ཡང་ཆེས་དཔེ་ལུགས་དང་སློབ་སྦྱོང་བྱས་པ། ད་བླ་མ་རྣམ་པའི་ཞབས་གདམས་མཇལ་ཡ་རེད་བླ་མའི་རྣམ་ཐར་མཇལ་ཡ་རེད་དེ་བཞིན་དུ་བློ་སྦྱོང་སྐོར་ལ་སོགས་པ་དེ་ཚོ་ལ་ལྟ་འདོགས་ནས་དེ་འདྲའི་གི་སློབ་སྦྱོང་གི་ཁྲོད་ནས་ཡོང་དགོས་པ་དེ་འདྲའི་ཅིག་ཆ་དོ་རེད།

བརྟེན་ཏེ་ངེས་པར་ཅན་གྱི་ཀུན་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད་ང་ཚོ་ཐོས་པ་མེད་པའི་དགོན་པ་དེ་ལ་གདམ་གྲ་ནས་འཛིན་པ་ཞིག་སོང་ཡང་དེའི་རྒྱུ་མཚན་གྱི། དེ་ནས་ཆོས་པ་ཞིག་གི་ངོས་ལེན་བསམ་བློ་དང་ཁ་ཆེ་དང་ཁོ་རང་ལ་བདག་མེད་རྟོགས་པའི་ཤེས་རབ་འདྲ་བོ་དེ་བརྒྱུད་བཅས་སྒོས་དེ་ངེས་པར་ཅན་གྱི་ཀུན་སློབ་སྦྱོང་ལ་བརྟེན་དགོས་ཀྱི་ཡོད་རེད། དེ་ནས་འཇིག་རྟེན་གྱི། སོ་ནས་བསམ་བློ་དང་ཁ་ཆེ་དེ་དག་ཚུགས་ནས་པ་རེད་དེ་བཞིན་དུ་ཆབ་སྲིད་པ་རེད་དེ་བཞིན་དུ་འཁྲུངས་ལོག་པ་ལ་སོགས་པ། གི་གང་ཡིན་ན་ཡང་ལས་རིགས་གང་དང་གང་ཡིན་ན་ཡང་ཁོང་ཚོ་ལ་གུས་བཀུར་ཆེ་ཤོས་དེ་ག་རེ་རེད་དུ་འཛིན་ན་ཤེས་རབ་རེ་དོ་རེ། དེའི་རྒྱུ་མཚན་གྱི། དེའི་རྒྱུ་མཚན་གྱི། ད་འཛམ་གླིང་གི་ཁེ་ལས་པ་གྲགས་ཅན་དང་ནི་ཆབ་སྲིད་པ་གྲགས་ཅན་དེ་ཚོ་ཕ་ཆེ་ཤོས་དེ། དེ་ནས་དུས་ཚོད་མང་ཤོས་འདྲ་བོ་དེ་དཔེ་ལུགས་ལ་གོ་དེ་ནས་མང་ཆེ་ཤོས་དེ་གི་དཔེ་ལུགས་ཅང་ཅང་དེ་ཡོང་བ་ད་ད་འཇིག་རྟེན་གྱི་སོ་ད་ཨམ་དང་པོ་དེ་ཚོ་ཕར་ཆེར་དུ་དེ་ནས་དཔེ་ལུགས་ཀྱི་ལམ་ཁ་དེ་ཡོང་དུས་བ་དེ་འདྲས་ཀྱི་ཆགས་དོ་རེད།

རྒྱ་ནག་གི་གཏམ་དཔེ་ཅིག་ལ་འདི་འདྲས་ཡོད་རེད་དཔེ་ལུགས་མཁོ། མཁན་པོ་དེ་ཉིད་སྒོ་ས་ལ་མ་སྦས་ཀྱང་གནམ་འོག་གི་དོན་དག་ཁྲི་མ་འབངས་ཤེས་པར་འགྱུར། དེ་འདུག་ད་དཔེ་ཆ་བློ་འདོན་མཁན་གྱི་གང་ཟག་བྱས་ན་ཁོ་རང་གི་ད་རྒྱ་སི་ནང་ལ་སོགས་པ་དེ་ཚོ་འགྲམ་ནས་སྤྱི་ཚོགས་ནང་ལ་དངོས་སུ་དེ་འདྲས་མ་བརྗོད་ཀྱང་དེ་ནས་གནམ་འོག་གི་དོན་དག་མང་པོ་མང་པོ་བྱས་དཔེ་ལུགས་ཀྱི་འཕྲོ་ནི་ཧ་གོ་བར་འགྱུར་ནི་རེད་དེ་རྒྱུ་མཚན་གྱི་ཁོ་རང་གི་རྒྱུད་ལ་དེ་ནས་ལེགས་ཉེས་འབྱེད་པའམ་བླ་འདོམས་བྱེད་པའི་གི་ཤེས་རབ་དེ་ཐབས་དུ་ཡོད་རེད་དེ་འདྲས་གསུང་གི་ཡོད་རེད། དེ་ནས་དེ་བཞིན་དུ་གི་དཔེ་ཆ་ལྟ་ཡང་དེ་ད་དོན་མེད་པའི་གི་བྱ་བ་སྤང་ཐུབ་པའི་ཆེད་དུ་ཡིན་གི་ཡོད་རེད་ད་ང་ཚོ། རྩེ་གཅིག་ཏུ་ཁོ་རང་ནན་ཏན་གྱི་སློབ་སྦྱོང་བྱེད་འདུག་མཁན་གང་ཟག་ཅིག་ཡིན་ཁར་ཅི་ད། དེ་ནས་དེ་གཉིས་གི་དོན་མེད་པའི་གི་བྱ་བ་འཆམ་རྒྱུ་རྫས་ལེན་རུ་ལ་སོགས་པ་དེ་བཞིན་དུ་གི་ཆེད་རང་གར་དོན་མེད་གི་དུས་ཚོད་འཕྲོ་བརླག་བཏང་གཏོང་རྒྱུ་དེ་ཚོ་རྩ་བ་ཉིད་ནས་ཡོད་མ་རེད་ཁོ་རང། ཁོང་ག་ཡོད་མ་རེད་ལ་དེ་ཚོ་ལ། དེ་ནས། ཕྱི་ཟེར་དགོས་ནི་དེ་ཚོའི་གི་དོང་ནས་བསམ་བློ་ཡང་གཏོང་གི་ཡོད་མ་རེད་དེ་རྒྱུ་མཚན་གི། དོང་བོ་མི་དཔེ་གི་བྱ་བ་སྤང་ཐུབ་པའི་ཆེད་དུ་དཔེ་ལུགས་བྱེད་དགོས་ཡོད་རེད། དེ་བཞིན་དུ་གི་རི་བོའི་མི་རྣམས་ཀྱི་རེ་བ་བསྐང་བའི་ཆེད་དུ། དཔེ་ལུགས་བྱེད་པ་དང་སློབ་སྦྱོང་བྱེད་དགོས་གི་ཡོད་རེད། ད་ང་ཚོ་འདྲའི་ཁ་ཅིག་ད། དེ་ནས། བླ་མ་རྣམ་པར་རིག་དེ་བཞིན་དུ་ཀུན་དགེ་རྒན་རྣམ་པར་རིག་མཁས་དབང་རྣམ་པར་རིག་འཁོར་རྣམ་པར་ཀུན་རྒྱུན་དུ་དེ་ནས་སློབ་གསོ་གནང་ཡང་རིག་དེ་བཞིན་དུ་བརྩེ་བའི་ཐུགས་རྗེས་གཟིགས་པར་རིག་ལ་སོགས་པ་གང་ཐད་ནས་བཀའ་དྲིན་ཆེན་པོ་རེད་ལ་དེ་བཞིན་དུ་ཀུན་ཁོང་རང་རྣམ་པར་ཀུན་རྟག་ཏུ་ང་རང་ཚོ་ལ་ད་རེ་བ་མཐོང་པོ་མཐོང་པོ་བཅངས་འདུག་དེ་རྒྱུ་མཚན་གྱིས་དེ་འགྲིག་གི་རེ་བ་གང་བོ་བྱས་ཏེ་ང་ཚོ་གིས་ཏན་ཏན་སློབ་སྦྱོང་བྱེད་དགོས་ཡོད་རེད་དེ་ཡིན་འདུག་གི་ད་རྒྱང་རིང་རྒྱང་རིང་ནས་བརྩེ་བའི་མིག་ཟུང་གིས་ད་དུང་ང་ཚོ་ལ་བལྟ་བསྡད་མཁན་གྱི་ད་དྲིན་ཆེན་ཕ་མ་དེ་ཚོ་གི་ཁོ་རང་ཚོ་དཀའ་ལས་དང་དཀའ་ཚེགས་ཆེ་འབྲིང་གི་མྱུང་ན་ཡང་ད་ང་རང་གི་བུ་ཕྲུག་དེ་གི་རྒྱང་རིང་ནས་ཁྱེད་ད་དེ་གི་ཆུས་སྒྲིབ་ཡ་རེད་དེ་ནས་སློབ་སྦྱོང་བྱེད་ཡ་རེད་དེ་ཚོ་ལ་དོན་དག་ཆེན་པོ་བྱེད་ཡག་པོ་བྱེད་བྱེད་ཡོང་གི་ཡོད་བསམ་ནས་ཁོ་རང་ཚོ་ག་འདྲའི་དཀའ་ལས་ཁག་ན་ཡོད་དེ་ཚོ་ལ་བསམ་བློ་ཅི་ཡང་མི་གཏོང་ནས་ང་རང་ཚོ་ལ་རེ་བ་ཆེན་པོ་བྱེད་ཅག་དེ་འདྲས་བྱེད་དུ་རེད་དེ་རྒྱུ་མཚན་གྱི་རེ་བས་མི་དེ་ཚོ་གི། རེ་བ་གང་བྱེད་དེ་ལ་ང་ཚོ་གི་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད། ད་ང་ཚོ་གི་དེ་འགྲིག་གི་དཔེ་ཆ་སློབ་སྦྱོང་བྱེད་འདུག་ཇོ་བོ་དུ་ད་ཐེམ་གོང་ནས་བཤད་པ་ནང་བཞིན་གྱི་དོན་དག་ངོ་མ་འདྲ་བོ་དེ་རང་ཉིད་ཀྱི་ཤེས་རབ་དེ་དེ་ནས་ཡར་རྒྱས་འགྲོ་བའི་ཆེད་དུ་ཡིན་དགོས་ཡོད་རེད། དེ་འདྲའི་དུས་རང་གི་ཤེས་རབ་དེ་ཡར་རྒྱས་འགྲོ་དགོས་ན་གཙོ་བོ་དེ་དཔེ་ཆ་ལྟ་རྒྱུ་གལ་མི་ཆེ་བ་གི་དཔེ་ཆ་ལྟ་ཚུལ་ཤེས་རྒྱུ་དེ་གཙོ་བོ་དོན་དག་ངོ་མ་དེ་ན་ཐོག་དུ་རེད། དེ་འདུག་ང་ཚོ་གི་དཔེ་ཆ་ལྟ་ཚུལ་ཤེས་རྒྱུ་དེ་རང་གི་མི་ཚེ་གི་རིན་ཐང་དང་འབྲེལ་བ་ཡོད་དགོས་པ་དེ་འདྲའི་ཆེད་རེད། དཔེར་ན་ད་ང་ཚོ་སྡེ་ས་དེ་ཤེས་རིག་གི་བང་མཛོད་ཡིན་ན་ཡང། ང་ཚོ་མི་ལོ་བཅུ་ཕྲག་མང་པོ་གི་རིང་ཡིན་ན་ཡང་དཔེ་ཆ་དེ་ནི་ཤེས་ཡོང་མཐོང་ཡོང་བ་དེ་འདྲས་ཅན་ཡིན་ན་ཡང། ད་དམིགས་བསལ་གྱིས་དེའི་ནང་ལོགས་ལ་ཆེས་ད་དཔེ་ཆ་ཤེས་མཁན་དང་དམིགས་བསལ་གྱི་མི་སྣ་འཚར་ལོངས་མ་བྱུང་བརྗེ་བོ་དུ་དོན་དག་གང་ལ་ཐོགས་དུ་ཡོད་རེད་ཟེར་ན་ང་ཚོ་ལ་ལྷོད་སྒྱུང་གྱི་གོ་སྐབས་མ་འཕྲད་པ་དང། ང་ཚོ་གི་དཔེ་ཆ་མ་བལྟས་པ་དང་དེ་ཚོ་ལ་བརྩོན་འགྲུས་མ་བགྱིས་པ་དེ་འདྲས་ཀྱི་རྒྱུ་མཚན་རྩ་བ་ཉིད་ནས་མ་རེད། དེ་ནས། དང་དོན་དག་དེ་གང་ལ་ཐོགས་དུ་ཡོད་རེད་ཟེར་ན་ང་ཚོ་གི་དཔེ་ཆ་དེ་ན་ཡང། དེ་ནས་དཔེ་ཆ། ད་ཁྱི་ཟེར་དགོས་འགྲོ་ལྟ་ཚོད་མ་ཤེས་པ་དོན་དག་དེ་ན་ཐོགས་དུ་ཡོད་རེད། དེ་འདྲའི་འདི་ཁྱོད་རང་གི་ཤེས་རབ་ཀྱི་ཡ་གྱིས་འགྲོ་བ་དེ་ལ་དཔེ་ཆ་མང་པོ་ཞིག་བཀླག་དགོས་པའི་ངེས་པ་གཏན་ནས་ཡོད་མ་རེད་དཔེ་ཆ་གཅིག་གི་རེ་མ་གཏོགས་མ་བཀླག་ན་ཡང་དེ་ཉིད་ཁོ་རང་གི་ཡག་པོ་ཅིག་བལྟ་ཐུབ་སོང་བ་ནི་གཅིག་ཤེས་ཀུན་གྲོལ་ཟེར་དེ་ཡོད་རེད་དཔེར་ན་ང་ཚོ་གི་ད་ལོའི་རྒྱང་ཡིག་གི་རྩ་རྒྱུད་གསང་བ་སྙིང་པོ་གི་དབང་དུ་བྱས་ཁ་ཅིག་ད་རྩ་རྒྱུད་གསང་བ་སྙིང་པོ་དེ་ཉིད་ད་ཐུང་ཐག་བར་གསང་དུ་ཁོ་རང་ཡག་པོ་ཅིག་ངུས། དེར་དེའི་དཀའ་གནད་རེ་རེ་ལ་ཡང་ད་གང་ལོག་དང་སོ་ལོག་ལ་སོགས་པ་དེ་སོག་གི་མདོ་ཚོགས་ག་འདྲི་ཅིག་ཡོད་མེད་གཞུང་རྣམས་ག་འདྲི་ཅིག་གསུངས་ཡོད་མེད་དུ་ཡག་པོ་ཅིག་གཅིག་ཟིན་པར་ངེས་སོང་བ་ཡིན་ན། དེ་ནས་དེ་དང་འབྲེལ་ཡོད་ཀྱི་འབྲེལ་བ་མང་པོ་ཅིག་ཡོངས་སུ་རྫོགས་པ་དེ་ཤེས་བསྡད་ཀྱི་འདྲ་བོ་དེ་འདྲི་ཅིག་ཆགས་དུ་ཡོད་རེད་དེའི་རྒྱུ་མཚན་གྱིས་ད་ཤེས་རབ་ཡར་རྒྱས་འགྲོ་བ་དང་དཔེ་ཆ་གི་དཀའ་གནད་འཕྲོ་བ་ལ་དཔེ་ལུགས་མང་པོ་ཅིག་བྱས་མ་བྱས་མི་འདུག་དཔེ་ཆ་གཅིག་ག་རེ་བལྟས་ན་ཡང་དེ་ཉིད་ཁོག་གི་ཡག་པོ་མ་སྐྱེས། ལྟ་འགྲོ་ཁ་ཅིག་གདའ། དེ་ནས་ཨོ། དཀའ་གནད་མང་པོ་ཅིག་འཕྲོ་དུ་ཡོད་བ། དེ་ནས་བློ་སྐྱེད་མང་པོ་ཅིག་རྙེད་དུ་ཡོད་བ་ཤེས་རབ་ཡར་རྒྱས་སོང་དུ་ཡོད་པ་དེ་འདྲས་ཅིག་རེད། བསྟན་དོན་ང་ཚོ་གི། དཔེ་ཆ་ལྟ་རྒྱུ་འོ་དོ། ག་རེ་རེད་སུ་ནི་སྐར་གྲངས་མང་པོ་འཕེལ་བའི་ཆེད་དང། བྱ་དགའ་མང་པོ་ལོན་པའི་ཆེད་དུ་གཏན་ནས་མ་རེད་ནང་གི་ཤེས་རབ་འཕེལ་བའི་ཆེད་དང། ནང་ནས་སྒྲོ་འདོགས་ཆོད་པའི་ཆེད་དང། དེ་ནས་རང་ཉིད་ཀྱི་སངས་རྒྱས་ལེགས་པོ་ཡོང་བའི་དེའི་ཆེད་དུ་དཔེ་ཆ་ལྟ་གི་ཡོད་རེད་དེའི་རྒྱུ་མཚན་གྱིས། རང་ཉིད་ཀྱིས་དཔེ་ཆ་དེ་བཀོལ་སྤྱོད་བྱེད་དགོས་པ་ལས་དཔེ་ཆ། གིས་རང་ཉིད་བསྐོ་སྦྱོར་བྱེད་ཉན་གི་ཡོད་མ་རེད། ད་འདི་འདྲིས་ཀི་གདམ་ང་བྱེད་ཡོད་རེད། ད་ང་ཚོ་གི་མི་ཚེ་གང་པོ་ལ་དཔེ་ཆ་བལྟ་ད་བལྟ་བྱས་ད་དུང་ཡང་ནང་གི་བསམ་མནོ་ནར་མ་སོང། ནང་གི་ཤེས་རབ་དེ་ཡར་རྒྱས་ལ་མ་འགྲོ་ན། དེ་ནས་དཔེ་ན། ག་རེ་རེད་བུང་བ་ལ་དེ་ནས་དཔེ་ཆ་མང་པོ་བརྒྱུད་བསྐལ་བཞེས་པ་དང་གཅིག་པ་གཅིག་ཀྱང་རེད། ཁོ་རང་དཔེ་ཆ་བརྒྱ་ཕྲག་བཀླགས་ནས་ཤེས་རབ་མི་འཕེལ་རྒྱུ་གང་ཟག་དེ་ཉིད་ནི་དེ་དང་འདྲ་བོ་ཆགས་འདུག་རེད། དེའི་རྒྱུ་མཚན་གྱིས། ང་ཚོ་གི་དཔེ་ཆ་ལྟ་རྒྱུ་བོ་དེ་རྒྱུགས་སྤྲོད་ཙམ་དང་སྐར་གྲངས་མཐོན་པོ་ཙམ་དང་དེ་འདྲའི་གི་དོན་དག་ལ་གཏན་ནས་བསམ་ན་མི་གཏོང་བར། དེ་ནས་ག་རེ་རེད་དོན་ངོ་མ་ང་རང་གི་རྒྱུད་ལ་ཤེས་རབ་སྐྱེ་བའི་ཚད་དང་འཁོར་འདས་ཀྱི་ཨ་ནི་གསང་བ་ཤེས་པའི་ཆེད་དུ་དེ་འདྲའི་གི་ཆེད་དུ་ལ། དེ་ནས་དཔེ་ཆ་དེ་ལྟ་དགོས་ཀྱི་འདུག་ཟེར་དེ་འདྲའི་བྱས་ན་ད་ཡ་རྗེས་རེད་མ་གཏོགས་ད་ཡིན་ཅེས་མི་བྱེད་གི་མི་ཚེ་གང་པོ་ལ་སྐར་གྲངས་རྐྱང་རྐྱང་དང་དེ་ནས་རྒྱུགས་སྤྲད་དུ་ཁོ་ན་ལ་བསམ་བློ་བཏང་རྗེས་སྔ་ལུང་ཉིན་སྲིད་བྱས་བསྡད་ན་ཡང་ད་དེ་ཉིད་ལ་བཀག་ཏུ་བསྟན་འགྱུར་ལ་སོགས་པ་དེ་ཚོ་དེ་ལས་གི་ཆ་ནས་ད་ཕན་ཡོང་ཡོད་སྲིད་ཀྱི་རེད་མ་གཏོགས་ད་ཁྱེད་གྲུབ་འབྲས་དེ་ཙམ་དེ་ཙམ་ཁྱེད་དཀའ་ལས་ཆེན་པོ་མྱོང་བསྡད་པ་ཙམ་མ་གཏོགས་གྲུབ་འབྲས་ད་ཆའི་མི་ཐབས་ཀྱི་འདྲ་བོ་དེ་འདྲས་ད་ང་ཚོ་དཔེ་ཆ་གཏན་ནས་མི་ཀློག། སྐྱོ་ང་ཅི་དྲུག་ཙམ་དེའི་ལམ་ཁ་ནས་ཡར་ཡོང་བ་རེད་དེ་རྒྱུ་མཚན་གྱི་ཉམས་མྱོང་གྱི་སྟེང་ནས་བཤད་ན་ཡང་དེ་འདྲས་ཀྱི་ཆ་དེ་ཡོད་རེད། དེ་ནས་ད་དོན་དག་གསུམ་པ་དེ་ག་རེ་རེད་ཟེར་ན་གྲུབ་འབྲས་ད་དཔེ་ཆ་ལྟ་བ་ལ་དེ་ལ་མཐའ་ཐོག་གི་གྲུབ་འབྲས་གང་ཞིག་འཐབ་དགོས་ཀྱི་འདུག་ཟེར་ན། ད་ང་རང་གི་བསམ་ཚོགས་ཡིན་ན་ཕན་ཐོགས་པ་ཞེས་པ་དྲིལ་འབྲི་གཅིག་ཁེར་མ་དེའི་ཐོག་ནས་འགྲོ་དགོས་ཀྱི་འདུག་དེ་འདྲའི་འདི་ཕན་ཐོགས་པ་ཟེར་རྒྱུ་དེ་ལ་གནད་འགག་དང་མཐའ་ཐོག་རྣམ་པ་གཉིས་འདུག་མཐའ་ཐོག་གི་དབང་དུ་བྱས་ན་ད་བླ་ན་མེད་པའི་གི་གོ་འཕང་ཐབས་གཏན་གྱི་བདེ་བ་ཐོབ་པའི་ཆེད་དང་བསྟན་པ་དང་སེམས་ཅན་ལ་ཕན་རྒྱ་ཆེན་པོ་ཐོབ་པའི་ཆེད་དུ་རེད། དེ་ནས་ད་གནད་འགག་གི་ཕན་ཐོགས་པ་ཟེར་རྒྱུ་དེ་ལ་སྤྱིར་བསམ་བློ་བཏང་ཁ་ཅིག་ད་ག་རེ་རེད་ཟེར་ཏེ་ད་དངོས་ཡོད་ཀྱི་འཚོ་བའི་ནང་ནས་ང་ཚོ་གི་དཔེ་ཆ་དེའི་བདེ་སྦྱོར་བོ་དེ་གི་མཇུག་འབྲས་དུ། ག་རེ་རེ་བཟོས་ཏེ་དེ་གི་གྲུབ་འབྲས་འདྲ་བོ་དེ་དངོས་ཡོད་ཀི་འཚོ་བའི་ནང་ལ་བེད་སྤྱོད་གཏོང་ཤེས་པ་དང། དངོས་ཡོད་ཀི་འཚོ་བའི་ནང་ལ་ལག་བསྟར་ཡོང་བ། འོ་དེ་འདྲས་ཅིག་ཡོང་དགོས་ཀི་འདུག། དེ་འདྲས་དེ་ང་ཚོ་མི་ཟེར་བ་དེ་སྤྱི་བཏང་གི་ཆ་ནས་བཤད་ཁ་ཅིག་དང་དངོས་པོ་གཉིས་ལས་གྲུབ་པ་ཡིན་དགོས་དུས་གཅིག་ཤ་ཁྲག་ལས་གྲུབ་པ་དང་གཅིག་སེམས་རྣ་ཤེས་ལས་གྲུབ་པ་རེད་ཨ་དེ་འདྲས་དུས་དེ་གཉིས་ཀི་དགོས་མཁོ་ཡང་ཁ་ཁ་ཆགས་དོགས་རེད། ད་ལོས་འདྲ་ཟེར་ཡིན་ཁ་ཅིག་ད་ཟེར་དང། ཕྱི་ལ་སོགས་པ་དེ་འདྲའི་དགོས་མཁོ་གང་ཐོག་གི་ཡོད་རེད་དེ་ནས་སེང་སྒྲས་ཁ་ཆེ་དེ་ཟས་གོས་ལ་སོགས་པ་གི་དགོས་མཁོ་གང་ཐོག་གི་ཡོད་མ་རེད་ཁོ་རང་དགོས་མཁོ་གང་ཆེ་དེ་གང་རེད་སློབ་སྦྱོང་དང་དེ་ནས་དཔེ་ཀློག་དང་ནང་ཆོས་གི་འཇོ་དོན་གྱི་དེ་ནས་ཡར་ཡོང་ནས་དེ་ནས་སེང་གི་དགོས་མཁོ་གང་དེ་དགོས་པ་དེ་འདྲའི་ཆེ་རེད་དེ་འདྲའི་འདི་ད། ང་ཚོ་དངོས་ཡོད་གི་འཚོ་བའི་ནང་ལ་སྐྱེས་བཟང་ནོ་ད་ཁ་ཆེ་ད་དེ་ནས་ད་འཇིག་རྟེན་ཁོ་བ་འདིའི་ནང་ལ་ད་དོན་དག་འདྲ་མི་འདྲ་ལ་སོགས་པ་དང་ནི་དེ་ནས་ཆེ་དོན་དག་མང་པོ་དང་ནི་དཀའ་སྡུག་མང་པོ་དང་ནི་བྱ་བ་མང་པོ་དང་ནི་དཀའ་ངལ་མང་པོ་བཅས་ང་ཚོ་མགོ་ཐོག་ཏུ་ལྷུང་རྒྱུ་ཡོད་རེད་འཇིག་རྟེན་ཁོག་འདི་ན། དེ་འདྲའི་གི་དོན་དག་མང་པོ་བཅས་བཟོ་འོང་དུས། དེ་ནས་ག་རེ་རེད། ད་དེའི་སྐབས་སུ་ལ་རང་གི་དཔེ་ཆ་དེའི་སྡེ་བོ་གི། མཇུག་འབྲས་འདྲ་བོ་དེ་སྐབས་དེ་དུས་ཨོ་རེད་རེད་ངོ་མ་ད་འཇིག་རྟེན་ཁོག་འདིའི་ནང་ལོག་ལ། ད་དོན་དག་ག་རེ་ཡིན་ན་འབྱུང་ཆུག་ཆུག་རེད། དོན་དག་ག་རེ་ཡིན་ན་འཕྲད་ཆུག་ཆུག་རེད་ཨ་སྙམ་པའི་སྒོ་ནས། ད་དཀའ་ངལ་དེ་ཚོ་རྡུང་ལེན་བྱེད་ཐུབ་པ་བཅས་ཡོང་དགོས་ཀྱི་འདུག། ག་སྟེ་དེ་འདྲས་མ་ཡོང་བ་ཁྱོད་རང་གི་མི་ལོ་བཅོ་ལྔ་ཉི་ཤུ་ཙམ་ལ་དཔེ་ཆ་དེའི་ལྟེ་བའི་མཐའ་ན་འཇིག་རྟེན་འཚོ་བའི་ཁྲོད་ནས་རེ་སྡུག་ཐེངས་གཅིག་ཟ་འོས་ཀྱི་ནུས་པ་ཙམ་ཡང་མ་ཐོབ་ན་ད་དངོས་གནས་ད་རེས་གོང་རིམ་བྱིས་པ་ནང་བཞིན་གྱི་བུ་མོ་ལ་དཔེ་ཆ་བཀར་བསྡད་པ་དེ་གཅིག་པ་གཅིག་རྐྱང་ཆགས་འགྲོ་གི་འདུག་དེའི་རྒྱུ་མཚན་གྱི་ཕན་ཐོགས་པ་ཟེར་རྒྱུ་དེ་ད་ད་རེས་རྒྱ་ཆེ་ས་ནས་ཤེས་སོང་ན་ད་མཐའ་ཐོག་བླ་ན་མེད་པ་གོང་འཕང་ཐུབ་པའི་ཆེད་རེད་དང་ནི་ད་རྒྱ་ཆུང་ས་གནས་སྐབས་ཀྱི་དངོས་ཡོད་ཀྱི་འཚོ་བའི་ནང་ལ་ཤེས་སོང་ན་ད་འཚོ་བའི་གྱི་ནང་ནས་དེ་ནས་འགའ་རེས་རེ་དང། རེ་དོགས་རྫས་ལས་འབྲི། དེ་ནས་ལ་སོགས་པ་ཀུན་རྣམ་རྟོག་འཁྲུགས་ཀྱི་རྫས་ལས་འབྲི་ད་སྡུག་བསྔལ་འབྱུང་བྱེད་རྫས་ལས་ལ་སོགས་པ་དོན་དག་མང་པོ་མང་པོ་འབྱུང་བྱུང་དུས་ད་ལྟའི་སྐབས་སུ་ལ། གཟུགས་གོང་གི་རང་བཞིན་ཅན་དང་ནི། གི་ཡང་གི་རང་བཞིན་ཅན་དང་ནི་འཁོར་བྱ་གི་རང་བཞིན་ཅན་དང། རེ་དོགས་གང་ཟིན་ན་དེ་ཚོ། རེ་རེ་ད་དེ་འདྲའི་གི་དོན་དག་མང་པོ་འབྱུང་བྱུང་རེ་བསམ་ནས་ཁོ་རང་གི་དང་ལེན་ཐུབ་པའི་ཆེད་དུ་ངེས་པར་ཅི་འཇིགས་ཀྱི་མ་མཐའ་ཡི་རྟེན་གཙང་བཤད་ཏན་ཏན་དཔེ་ཆ་དེ་དེབ་ཀྱི་དོ་མགོ་འདྲ་བོ་དེ་འདྲས་ཀྱི་ཡོང་དགོས་ཀྱི་འདུག། ཟིན་ཁང་དེ་གཉིས་ལ་བཟང་ཤུང་དང་ངན་ཤུང་ཡོད་པ་དང། དེ་ནས་ད་ཧ་ཅང་གི་ད་ང་ཤི་ཐུབ་པའི་ཟིན་ཁང་དེ་གཉིས་རེད་ཤེས། དེ་ནས་ང་གསོ་ཐུབ་པ། དེ་འདྲའི་རང་བཞིན་ཅན་གྱི་དེ་ནས་ཏན་ཏན་གྱི་དེ་ནས་རང་གི་སེམས་དེ་ནས་རྒྱུད་བཅུག་ཐུབ་པའམ་ད་དེ་ཙམ་ཞིག་ཡོང་དགོས་ཀྱི་འདུག་བསམ་སྦྱོར་དེ་རང་གི་བསམ་ཚུལ་ཡིན། དེ་ནས་ད་ང་རང་གི། པའི་ལུགས་ཀྱི་སྐོར་འདྲི་ས་ནོ་དང་ཤ་ཅི་ད་ལྟ་སྤྱི་བཏང་གི་ང་རང་སློབ་སྦྱོང་ལ་ད་དགའ་བཞིན་ཡོད་པ་དང་དེ་ནས་འཇིག་རྟེན་གྱི་དངོས་པོ་ཐམས་ཅད་ཀྱི་ནང་ནས་ཆེས་དགའ་ཤོས་དེ་དཔེ་ཆ་ཡིན་པ། དེ་འདྲའི་གཙང་མ་ལོ་ད་མི་སེར་གྱི་ང་རང་ལ་ཆེས་དཔེ་ལུགས་ཀྱི་བརྒྱུད་རམ་ཟེར་གྱི་འདྲ་བོ་དཔེ་ལུགས་ཀྱི་ཉམས་མྱོང་ཟེར་གྱི་འདྲ་བོ་སྤྱི་བཏང་གི་ས་ནོ་དང་ཤ་ཅི་ད་ལྟ་མི་ལོ་བཅོ་ལྔ་སྤྱི་ལོ་ཡར་མང་ཙམ་ལ་ད་གཞོན་དཀར་པོ་ང་དེ་ཚོ་བསྟེན་ནས་ཡོང་བསྡད་པ་རེད་ད་ནི་ཡིན་ན་ཡང་ད་མི་སེར་གྱི་ཆེས་དེ་འདྲའི་གི་ཤེས་ཡོང་རྒྱུ་ཡོད་མ་རེད་ལ་དེ་བཞིན་དག་གི་དཔེ་ཆ་ཤི་མི་ཤི་ཐོག་ནས་ད་ཁྱེད་རྣམ་པ་གི་མཁྱེན་གི་འདུག་རྒྱུ་དེ་རེད་རྩ་བ་ཉིད་ནས་ཆེས་རིགས་དབྱེ་གི་མི་དེ་ཚོ་རེ་ཐག་ཆད་དུ་བཅུག་རྒྱུ་དང་དེ་འདྲའི་མ་གཏོགས་གཏན་ནས་ཡོད་མ་རེད། རེད་ད་ནས་ཡིན་ནའང་ད་རྒྱུན་ལྡན་གི་ལོ་རེ་རེའི་ནང་ལ་ད་བབས། ཉི་ཤུ། དེ་ནས་ཆེས་བཅོ་ལྔ་སུམ་ཆ་ཡར་མར་དེ་རྒྱུན་དུ་བརྟག་ནས་དེ་འདྲའི་གི་སློབ་སྦྱོང་བྱས་ནས་མཐོང་ཡོང་བ་དེ་འདྲའི་ཅིག་རེད། དེ་ནས་དམིགས་བསལ་གི་ད་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་མོ་གི་ལོ་དེ་ལ་ཅིག་མཚོ་མཁར་སྤྱི་བདག། དེ་ནས་ང་རང་གི། དེའི་ལོ་དེ་ལ་ཉིས་སྟོང་ཉི་ཤུ་རྩ་ལྔ་གི་འཛམ་གླིང་དཔེ་ལུགས་ཉིན་མོ་འདི་བཟུང་སྟེ། དེ་རིང་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་འཛམ་གླིང་དཔེ་ལུགས་ཉིན་མོ་འདི་མ་ཐོག་ཀྱི་བར་དེ་ལ། དེ་ནས་ལོ་འཁོར་གཅིག་དེ་ལ་ང་རང་གིས་ད་ལྟ་བརྒྱ་ཕྲག་གཅིག། ལྷག་ཙམ་ཞིག་བཀླགས་ཐུབ་སོང་ཟེར། དེ་འདྲའི་དེ་དག་སྤྱི་སྟངས་ཀྱི། ང་ཚོ་དགོན་སྡེའི་ཁྲོད་ཀྱི་དཔེ་ཆ་བའམ། ལྷོ་གཉེར་པ་དེ་འདྲས་ཀྱིས་གང་ཟག་ངོ་ནས་བཤད་སྟོང་ཁ་ཅིག་ལ། ད་ལོ་གཅིག་ལ་ད་ཨུད་བརྒྱ་ཕྲག་ཙམ་བྱས་ལབ་པ་དེ་ཉིད་བཤད་རིན་ཡོད་པ་དང་ངོ་རིན་ཡོད་པ་དེ་འདྲས་གཏན་ནས་མ་རེད། རྒྱུ་མཚན་ག་རེ་ཟེར་ན་ང་ཚོ་གི་འདས་མ་ད་སང་གི་མི་ཚིག་གི་མཛེས་སྡུག་ཡོད་ཚད་ནས་ཡོད་ཚད་དེ་ལྷོ་རྒྱུང་གི་ཆེད་དུ་ཕུལ་ཞིང། ང་ཚོ་གི་ཆེད་ལས་དེ་དཔེ་ལུགས་དང་ལྷོ་རྒྱུང་ཐོས་བསམ་དགོས་བསམ་འཆད་རྩོད་བརྩོན་བསམ། འོ་དེ་འདྲས་ཡིན་གི་ཡོད་རེད། དེ་འདྲས་ཀྱི་མི་སྣ་ཅིག་གི་ངོ་ལས་བཤད་བཞག་ཁ་ཅིག་ད་ད་དེ་ཙམ་གྱིས་ཡིན་དགོས་མ་རེད། དེ་ང་ཚོ་ལ་དེ་ལས་གཞན་པའི་ལས་ཀ་ནི་རྩ་བ་ཉིད་ནས་ཡོད་མ་རེད། གནད་གཅིག་ཡོད་མ་རེད་ད་ང་ཚོ་ལ་ཡོད་རྒྱུ་འོ་ད་ང་ཚོ་གི་མི་ཚེ་གི་དུས་ཚོད། ང་ཚོ་གི་མི་ཚེ་གི་རིན་ཐང། ཡོད་ཚད་ནི་ཡོད་ཚད་ང་ཚོ་གི་ཆེད་ལས། ཚང་མ་དེ་ད་འཐུས་ཚང་དགོས་སམ་ཁྱེད་ཚོ་བཙོང་སམ་དེ་ཁོ་ན་ཡིན་མིན་དེ་ལས་གཞན་པའི་ལས་ཀ་གཏན་ནས་ཡོད་མ་རེད། དེ་འབྲེལ་གྱི་ཁོ་རང་གི་ཆེད་ལས་དེ་ཁོ་ན་ཡིན་པའི་མི་སྣ་བཅས་ངོས་ནས་མཚོན་ན་ད་དངོས་གནས་ལོ་གཅིག་ལ་དར་བརྒྱ་ཕྲག་ཙམ་བརླག་བཞིན་དེ་བྱས་ཤེས་ལྡན་ཡོད་པ་ངོས་རིན་ཡོད་པ་དེ་འདྲའི་གཏན་ནས་མ་རེད། དཔེར་ན། མི་རིགས་གཞན་པ་དེ་ཚོ་ཡ་ཧ་ལྟ་བུའི་མི་རིགས་དེ་ཚོ་སྤྱིར་བསམ་བློ་བཏང་ཁ་ཅིག་ད། ཁོ་ཚོ་གི། དེ་ནས་ཁྱིམ་པ་ཕ་བ་གི་མི་དེ་ཚོ་གི་ནང་རྒྱུན་དེ་ནས་ཁོ་རང་ཚོ་ད་ཁ་ལས་ཟ་རྒྱུ་རྒྱལ་ལོ་གོན་རྒྱུ་ལ་སོགས་པ་གི་འཚོ་བའི་ཁྲོད་ནས་ལས་ཀ་ཆ་ཚང་ལས་དགོས་ནི་མིན། དེའི་ཤ་ཞོ་ལ། དེ་ནས་མི་རེ་རེ་གི་རྒྱུན་ལྡན་ལོ་རེ་རེ་ལ་ད་ལྟ་དྲུག་ཅུ་རེ་བཞི་དྲུག་ཅུ་རེ་བརྒྱད་ཡར་མར་དུ་རྒྱུན་དུ་ལ་གི་ཡོད་རེད། ཁོ་ཚོ་གི་མི་རེ་དེ་ཐོག་མར་ད་མི་རེ་བཞེངས་པ་དེ་ཚོ་གི་བཅོམ་ནས་སོགས་སུ་གཏོགས་འགྲོ་བའི་སྐབས་སུ་ལ་དེ་ནས་ས་ཆ་བཞེངས་པ་ལ་ད་འཆང་འགྲོ་ནས་དེའི་སྐབས་སུ་ལ་ད་ཁོ་ཚོ་དེ་ན་གནས་ཆགས་པའི་སྐབས་སུ་ཐོག་མར་དང་པོ་དུ་དེ་ནས་དཔེ་མཛོད་ཁང་ཞིག་བཙུགས་ཀྱི་ཡོད་རེད་དེའི་འཕྲོ་ནས་བཟོ་རང་གཉིས་ཀྱི་འདུག་ས་དེ་གཏན་འཁེལ་བྱས་བསྡད་པ་དེ་འདྲས་ཅིག་ཡིན་གྱི་ཡོད་རེད་ད་དེ་ཚོ་ལ་བསམ་བློ་གཏང་བྱས་ཁ་ཆེར་ཁོ་ཚོ་གི་ད་རྒྱུན་ལྡན་གྱི་ད་འཚོ་བའི་འཕྲོ་ནས་ཁ་ལ་ས་ཡ་ལ་སོགས་པ་དེ་ཚོ་གི་དཀའ་ལས་བརྒྱུད་པ་བཞི་བཞག་གི་ཐོག་ནས་ཞོར་ནས་ད་དཔེ་ཆ་དེ་ཙམ་བཀླགས་འགྲོ་གི་ཡོད་རེད་བརྟེན་དུས་ད་ང་ཚོ་གི་ད་རྒྱུན་དུ་དཔེ་ཆ་ལྟ་བ་དེ་ཧ་ཅང་ཉུང་དྲགས་པ་དང་དངོས་གནས་ད་སློབ་སྦྱོང་དེ་ཉིད་ཆི་ཟེར་དགོས་འགྲོ་ད་ང་ཚོ་བོད་མི་རིགས་དེ་གི་ཕ་ཆེ་ཤོས་དཔེ་ཆ་བལྟ་མཁན་དེ་གྲྭ་བཙུན་ཐམས་ཅད་ཆ་ལྡན་པ་དེ་འདྲི་བཅས་ཡིན་གི་ཡོད་རེད། ད་དེ་ཚོ་དངོས་གནས་སྐྱོང་ཚུལ་མ་གཏོགས་ང་ཚོ་གི་བརྒྱུད་འདི་དཔེ་ཆ་དེ་ཙམ་དེ་ནས་བལྟ་ཐུབ་གི་མེད་པ་དེ་ཆ་ནས་རེད་མ་གཏོགས་དེ་ནས་སྤྱི་བཏང་གི་ད་ང་ཚོ་གི་ད་མི་ཚེ་གང་པོ་ལ་སློབ་སྦྱོང་བྱེད་མཁན་གང་ཟག་བཅས་ཀྱི་ངོས་ནས་མཚོན་ན་ད་དེ་ཙམ་ཅི་ཡང་ཡིན་གི་ཡོད་མ་རེད། རེད་ད་ནི་ཡིན་ན་ཡང་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་མོ་གི་ད་ལོ་དེ་ལ་སྤྱིར་བསམ་བློ་བཏང་ཁ་ཅིག་ད་དེ་ནས་ང་ཚོ་ལ་ད་རྒྱུན་ལྡན་གི་དེ་ནས་མཐུན་རྐྱེན་འཛོམས་པའི་གི་ལོ་ཟླ་དེ་འདྲི་གཅིག་ལ་མི་འདྲ་བ་གི་ལོ་དེའི་ནང་ལ་ང་ཚོ་ལ་ཡ་ད། ཆེས་འགལ་རྐྱེན་བར་ཆད་བཟོས་དགོས་ཤོག་ན་ཡང་ན་མཐུན་རྐྱེན་གྱི་ལེགས་ཚུགས་བཟོས་དགོས་ཤོག་ན་གང་ལྟར་གྱི་ང་རང་ཚོ་ལ་དཀའ་ངལ་ཅུང་ཙམ་ཅུང་ཙམ་འཕྲད་བསྡད་པ་དེ་འདྲི་རེད། དེ་འདྲི་གི་ལོ་ཟླ་དེའི་ནང་ནས། དེ་ནས་དཔེ་ལུགས་ཀྱི་ཆ་རྐྱེན་མ་འཛོམས་ལ་དེ་ནས་དཔེ་ཆ་ལྟ་ཚུལ་གྱི་འཁོར་ཡོག་ཡང་དེ་ཙམ་ཡག་པོ་མེད་དེ་འདྲི་གི་ལོ་ཟླ་དེའི་ནང་ད། དཔེ་ཆ་ཅུང་ཙམ་ལྟ་ཐུབ་ལྟ་རྒྱུ་དེ་ཅུང་ཟད་ད་རིན་ཐང་ཅིག་ཅིག་རེད་ཟེར་ན་མི་ཆུག་པ་མི་འདུག་ཟེར་ད་ང་རང་གི་དེ་འདྲི་བསམ་གྱི་ཡོད། ད་ཁྱོད་རང་གི་དེ་འབྲེལ་གྱི་ཉིན་ཐོ་ཉི་ཤུ་རྩ་ལྔ་ལོ་དེ་ལ་དཔེ་ཆ་མམས་བཀླག་བྱོས་དེ་གི་ཐོག་མར་བཀླག་དགོས་པའི་རྒྱུ་མཚན་དང། བར་དུ་དུས་ཚོད་ཀྱི་དམ་འཛིན་གྱི་སྐོར་དང་མཐའ་མ་ཁྱོད་རང་ལ་དེའི་འཕྲོ་ནས་བློ་སྐྱེད་དང་ཉམས་མྱོང་གྲུབ་འབྲས་གང་འདྲ་ཞིག་ཐབས་སོང་ཟེར་ན། ད་ཐོག་མར་དཔེ་ཆ་ཀློག་དགོས་པའི་རྒྱུ་མཚན་དེ་གཅིག་ནི་ང་རང་ད་ལྟའི་གོང་ནས་བཤད་པ་ནང་བཞིན་རྒྱུད་འདི་དཔེ་ཆ་ལ་ཧ་ཅང་དགའ་ཞེན་ཡོད་པ་དེ་འབྲེལ་གྱི་རེད་ད་ནི་དམིགས་བསལ་གྱི་ད་ནང་ན་ཉིན་ཐོ་ཉི་ཤུ་རྩ་ལྔ་ལོན་པའི་ལོ་དེར་མཚོན་ཁ་ཆེ་ད་ད་རྒྱུན་ལྡན་དང་མི་འདྲ་བ་གི་ང་ཚོ་གི་སློབ་སྦྱོང་གྱི་གོ་སྐབས་བཟད་འཇོག་དེ་དང་དཔེ་ལུགས་ཀྱི་གོ་སྐབས་བཟད་འཇོག་དེ་མི་ཚེའི་ནང་ནས་ཧ་ཅང་དེའི་གོ་སྐབས་དེ་གལ་ཆེན་ཡིན་པ་དང་དེའི་གོ་སྐབས་ཀྱི་རིན་ཐང་ཤེས་པ་དང། དེ་གཉིས་ཀྱི་གོ་སྐབས་འཁྲིད་པའི་གནས་སྐབས་ལ་ཏན་ཏན་དམ་འཛིན་བྱེད་དགོས་ཡོད་དོ། ད་ལོ་སྔོན་མ་དང་མི་འདྲ་བར་གནའ་ནང་གི་ལོ་དེ་ཉིད་ལ་དམིགས་བསལ་གྱི་འཚོ་བ་ཅིག་ཐོན་པ་དེའི་ཐད་ནས། ང་ཚོ་ལ་ཉམས་མྱོང་ཕུན་སམ་ཚོགས་པ་ཅིག་ཐོབ་ཡོད་རེད། དེ་འདྲའི་གི་རྒྱུ་མཚན་དེ་ལ་བརྟེན་ནས་ཐོག་མར་ད་ཆའི་ཅུང་ཙམ་སྔ་ལོ་དང་མི་འདྲ་བ་གི་དེ་ནས་དཔེ་ཆ་གྲངས་མང་ཙམ་སློབ་སྦྱོང་ནི་ཅུང་ཙམ་ཤོག་རྒྱག་ཐུབ་ལྟ་ཞོར་དུ་དོན་དག་དེ་འབྲི་གྱི་རེད། དེ་ནས་དོན་དག་གཉིས་པའི་གི་ཐོག་ནས་ད་དེ་འབྲི་གི་དཔེ་ཆ་ཁ་ཤས་ལྟ་ཞོར་དུ་དུས་ཚོད་དམ་འཛིན་གང་འདྲ་བསམ་ནོ་ད་ཁ་ཅིག་ད་ནམ་རྒྱུན་གི་དེ་ནས་ང་ཚོའི་དུས་ཚོད་དང་ད་དབྱར་ཁ་དང་དགུན་ཁ་གི་ང་ཚོའི་དུས་ཚོད་དེ་ཚོ། དེ་ནས་ཡོད་ཚད་ནས་ཡོད་ཚད་དུ་དམ་འཛིན་བྱེད་ཁུལ་བྱས་ནས་ནི་དཔེ་ལུགས་ཀྱི་སྟེང་དུ་བཀོལ་བ་དེ་བཤད་མ་དགོས་པ་རེད། དེ་ནས་ད་ནང་ནང་གི་ལོ་གཅིག་འདྲ་ཟེར་ཡིན་ཁ་ཅི་ད་ཉི་འོད་ཀྱི་ལོ་ཟླ་དེ་ཚོ་ལ་མཚོན་ན། ད་ང་རང་ཡོང་ཁ་འཚོགས་རྗེས་འདྲ་བོ་དུས་ཚོད་དེ་ཚོ་གཏན་ནས་རེད་མ་སོང། ང་ཚོ་སྤྱི་བཏང་གི་ང་ཚོའི་ལྷོ་ལམ་དུ་གི་ད་ཡོང་ཁ་འཚོགས་པ་དེ་ཉི་མ་གཅིག་ལ་དུས་ཚོད་གཅིག་དང་སྐར་མ་བཞི་བཅུ་ཞེ་ལྔ་དེ་ཡོད་གི་ཡོད་ར། དེ་འདྲའི་དུས་ང་ཚོ་གི་ཡོང་ཁ་འཚོགས་རྒྱུ་དེ་ཟླ་བ་གཅིག་ལ། དུས་ཚོད་དྲུག་བཅུ་ཐམ་པ། སོང་ཞིག་འགྲོ་གི་ཡོད་རེད། དེ་ནས་ཚིགས་བཅད་ཉེར་ལྔ་ལ་དེ་ལས་མང་བ་གི་ཡོང་ཁ་འཚོགས་པའི་དུས་ཚོད་དེ་ཉིན་རེའི་དུས་ཚོད་བཞི་རེ་ལྔ་རེ་འདྲ་ཆགས་འདུག་དེ་མིན་རྒྱུན་ལྡན་རེ་སེང་ག་གཅིག་དང་ཆུ་ཚོད་གཅིག་དེ་སྐར་མ་བཞི་བཅུ་ཞེ་ལྔ་འཚོགས་གི་ཡོད་རེད། དེ་ནས། ལོ་གཅིག་ལ་ད་དུས་ཚོད་ག་ཚད་ཡོད་རེད་ཟེར་ན། ད་ང་ཚོ་གི་དུས་ཚོད་ཟླ་བ་གཅིག་དེ་ཕར་བཞག་བཞག། དེ་ལས་ལྷ་འཕྲོག་གི་ལོ་གཅིག་ལ་དུས་ཚོད་དྲུག་བརྒྱ་དང། དྲུག་བརྒྱ་ཐམ་པ། ཡོད་འདོད་པ་དེ་འདྲི་གཅིག་རེད། དེ་འདྲི་འདོད་ད་ང་རང་གི་བསམ་བློ་དང་ང་གི། ང་རང་གི་ད་ལྟ། ད་ཁོང་རྣམ་པ་བསམ་པ་ག་མཁན་གི་སློབ་ཕྲུག་ཐམས་ཅད་ཀྱི་ད་ཁྱོད་རང། ཡོང་ཁ་འཚོ་དགོས་ཀྱི་ཡོད་རེད། ང་ཚོ་ཚང་མ་དེ་ས་མཐའི་ཨ་ཅོ་རེད་ས་མཐའི་ཨ་ཅོ་ཡིན་དུས་ད། ནམ་རྒྱུན་ཁྱིམ་ཚང་ལ་དཀའ་ངལ་སྤྲད་བསྡད་ཀྱི་མ་གཏོགས་ཡོད་མ་རེད་དེ་འདུས་ང་ཚོ་གི་ང་ཚོ་ཁ་སུས་པའི་ཆེད་དུ་ལ་ད་ཡོང་ཁ་དེ་ཚོ་འཚོ་དགོས་ཀྱི་ཡོད་རེད་ཟེར་ཁོང་རྣམ་པ་གི་ང་རང་ལ་དེ་འདྲི་གི་ལྷོ་སོ་གནང་སོང་ང་རང་རེ་འགའ་སེམས་བསམ་པའི་སྟེང་ནས་ད། བསམ་པ་བཀའ་བོད་ཀྱི་སྐད་ཆ་རེ་དྲིན་སེམས་བསམ་པའི་སྟེང་ནས་བཀའ་དྲིན་ཞུ་གི་ཡོད། རེད་བཏང་ནི་ད་དེ་འབྲེལ་གྱི་ཉི་འོད་ལོ་ཟླ་འདི་སོགས་ནས་མཚོན་བཞག་ན་ད་ང་རང་ཡོང་ཁ་འཚོལ་རྒྱུ་མི་རེད་རྒྱུ་དེ་ག་རེད་ཟེར་ནས་ད་ང་རང་གི་དེ་འབྲེལ་གྱི་དུས་ཚོད་བསམ་བློ་བཏང་དུས་ད་ལོ་གཅིག་གི་ནང་ན་དུས་ཚོད་དྲུག་བརྒྱ་དང་དྲུག་ཅུ་ལྷག་ཙམ་འདུག་དེ་འདྲའི་ད་ང་རང་གི་དུས་ཚོད་དེ་ཚོ་ཚང་མ་དཔེ་ལུགས་ལ་བཀོལ་མ་ཐུབ་ཀྱང་དེའི་ནང་ནས་དུས་ཚོད་ལྔ་བརྒྱ་འདྲ་ཟེར་ད་སློབ་སྦྱོང་དང་དཔེ་ཆ་བལྟ་རྒྱུ་དེ་འབྲེལ་གྱི་གཏན་ལ་བསྐོར་ཐབས་སོང་ན། ད་དངོས་གནས་གནས་སྐབས་ང་རང་འདི་ནས་འདི་ན་ལྷོག་ལེན་འདུག་ཚེ་ད། ཆེས་སྔོ་ཉོ་ཆེས་མཚོ་མ་ཉོ་ཆེས་གཙང་བོ་ཞེས་གོ་མོ་འདང་སོང་ན། ཡར་མར་ཅུང་ཙམ་འགྲོ་དགོས་ཏེ་རླངས་འཁོར་གླ་ཆ། ད། དེ་འགྲིག་གི་འགྲོ་ཆེས་གཙང་ཞེས་འདང་སོང་ན། དེ་ནས་ད་གོ་མོ་དེ། དེ་ཙམ་མ་ཡོང་ན་དྲག་གི་འདུག་དེའི་རྒྱུ་མཚན་གྱིས་ད། དེ་འགྲིག་གི་ཡོང་ཁ་འཚོ་ཕོད་ཀྱི་ད་ཡོང་ཁ་འཚོ་བྱེད་པོ་དེ། རང་ཉིད་ཀྱི། ད་ཅི་རང་མདོག་ཁོ་ན་མ་རེད། ད་དེས་ན་དེའི་སྐབས་ཀྱི་ལ་ལྷ་བསང་གནམ་དག་གི་སྔོ་བ་དང་སྨོན་ལམ་བྱས་ནས་འཚོ་བཞག་ན་དེ་ནས་མི་གཞན་པ་ཁྱི་སོང་མང་པོ་ལ་ཕན་ཐོགས་ཀྱི་ཡོད་རེད་ལ། རང་ལ་ཡང་དེའི་ཞོར་དེ་ནས་གོ་བསྡུར་ཁ་ཤས་ཀྱང་ཐུབ་ཀྱི་ཡོད་རེད། རེད་ད་ནི་ང་རང་གི་དེ་འབྲེལ་གྱི་དུས་ཚོད་བརྩི་སྒྲུག་རྒྱུ་བསམ་བློ་བཏང་དུས་ད། ཡོང་ཁ་འཚོགས་ནས་ང་རང་ལ་གོ་བསྡུར་ཁ་ཤས་ཐོབ་པ་དེ་དང་དེའི་དུས་ཚོད་དེ་ནས་ང་གི་དཔེ་ལུགས་དང་སློབ་སྦྱོང་སྐོར་ཐབས་སོང་ན་ད་རིན་ཐང་དེ་བྱེད་ཀྱི་འདུག་དྲན་ནས་དེའི་རྒྱུ་མཚན་གྱིས། དེ་ནས་ད་ཉི་འུག་ལོ་ཟླ་དེ་ཚོ་གི་རིང་ལ་ཡོང་ཁ་ཡང་འཚོགས་མ་ཐུབ་པར་དུས་ཚོད། ནི་དང་དི་རི་བཅས་ཡིན། ད་ཀ་རི་ཀ་རི་ཡ་མ་འབྲུ་དི་དི་སོགས་ལ་ངོ་མ། ཆེ་ཐང་རི་ཐང་རི་དང་ཆེ་རླངས་འཁོར་ལ་ཆ་དེ་ཚོ་གོང་མོ་རྒྱ་འདྲི་ཟེར་ནས་ད་གང་ནི་ཆི་དགོས་འདུག་བསམ་གྱི་དེ་འདྲའི་ཡང་དུས་སོགས་མང་པོ་འབྱུང་གྱི་འདུག་རེད་ད་ནི་ཡིན་ན་ཡང་ད། ད་དེ་སོགས་ཀྱི་ལྟས་ཙི་ལྟས་ཙི་གྲག་གི་འདུག་ཅི་རེད་དྲིས་ནས་ང་རང་གི་ཆེ་དུས་སོགས་ཡོད་ཚད་ནི་ཡོད་ཚད་དེ་སློབ་སྦྱོང་ལ་སྐོར་འུ་ཐབས་བལྟས་པ་དེ་འདྲའི་ཅི་ཡིན། དེ་འདྲ་ཡིན་དུས་ད་ང་ཚོ་དཔེ་ཆ། ང་རང་གིས་བསམ་ན་དཔེ་ཆ་ལྟ་རྒྱུ་དེ་དཀའ་ངལ་ཞིག་གཏན་ནས་མ་རེད། དཔེ་ཆ་ལྟ་རྒྱུ་དེ་ང་ཚོ། ལྷོ་རྒྱུན་བ་དང། དེ་ནས་དཔེ་ཀློག་དགའ་མཁན་གང་ཟག་བཅས་ངོ་ནས་བསམ་བློ་དང་ཁ་ཕྱིར་དཔེ་ཆ་ལྟ་རྒྱུ་དེ་ང་ཚོ་གི་བདེ་སྐྱིད་ཅིག་རེད། ད་དཔེ་ཆ་ལྟ་ཐར་སོང་བ་ཡིན་ན། ད་ཉིན་གང་པོ་ལ། སེམས་ཁང་དེ་གཅིག་པོ་འདྲ་ཟེར་དཔེ་ཆ་ལྟ་མ་ཐར་སོང་དུས་ཆེས་གང་ཤེས་ནི། ཅི་ཞིག་བོར་སོང་བ་གི་ཚོར་བ་དང་བྱིས་པའི་གི་སྟོང་ལྷང་ལྷང་འདྲ་ཟེར་དངོས་གནས་ཡོད་རྒྱུ་དེ་འདྲ་ཅི་རེད་དེ་རྒྱུ་མཚན་གི་དཔེ་ཆ་ལྟ་རྒྱུ་དེ་དཀའ་ངལ་ཞིག་གཏན་ནས་མ་རེད། ག་སྟེ་ང་ཚོ་ལ་དཔེ་ཆ་ལྟ་བུའི་གི་གོ་སྐབས་མེད་པ་དང། དེ་ནས་དཔེ་ཆ་ལྟ་སའི་གི་མཐུན་རྐྱེན་མེད་པ་དེ་འདྲའི་གི་ཆ་གསུམ་ད་མི་ཚེའི་ནང་ནས་དེ་ནས་ད་ཆེས་དཀའ་ངལ་ཆེ་ཤོས་འདྲ་བོ་དེ་ཆགས་འདུག་རེད་ད་དཔེར་ན་ཁོ་རང་ཆོས་པ་གི་གང་ཟག་ཅིག་ཡིན་ཁར་ཅིག་ད་ད་ག་སྟེ་དེ་འདྲའི་གི་དུས་ཚོད་ཅིག་ལྷོད་རྒྱུན་གོ་སྐབས་མེད་པ་ཅིག་ཆགས་སོང་ན་ཡིན་ན་ཡང་ཁོ་རང་གི་ད་ཆེས་རྣམ་པ་སངས་རྒྱས་པ་གི་ལྟ་གྲུབ་ལྟ་བ་རྟེན་གྱི་འབྲིང་ཆུང་འདྲ་བོ་དང་ལྟ་ཆེ་ག་རེ་རེ་ཟབ་རྒྱུ་སྤྲོས་གྲོགས་འོད་ཟེར་འདུན་མ་ཟེར་གསུངས་པ་ནང་བཞིན་གི་དེ་ཚོ་གི་དོན་དེ་ཚོ་ལ་བསམ་བློ་བཏང་སྟེ་འདི་ནས་མཉམ་པར་བཞག་བསྡད་ན་འགྲིག་གི་ཡོད་རེད་ད་ང་རང་འདྲ་བྱས་ན་དེ་ཚོ་ག་གེ་མེད་པའི་གང་ཟག་ཅིག་ངང་ཚོང་ན་ད་དཔེ་ཆ་ལྷུག་རྒྱུང་དེ་མེད་ཚོང་ན་དེ་འགྲིག་གི་ད་གོ་སྐབས་མ་ཡོད་གསུམ་ད་དངོས་གནས་ཉི་མ་གཅིག་ལ་ཚེ་འགྲོ་ན་ཡང་ཉི་མ་གཉིས་ལ་ཉི་མ་འཆོར་ཐབས་མེད་ཀྱི་འདྲ་བོ་ད་གནས་སྟངས། དེ་འབྲེལ་བཅས་ཆགས་འདུག་རེད། དེ་འབྲེལ་བཅས་ཀྱི་ངོས་ནས་མཚོན་ནས་ཞལ་ཁ་ཅིག་དང། དཔེ་ཆ་ལྟ་རྒྱུ་དེ་དཀའ་ངལ་ཞིག་གཏན་ནས་མ་རེད། དེ་ལས་དཀའ་ངལ་ཆེ་བ་གང་རེད་ཟེར་ན་དཔེ་ཆ་བསླུ་རྒྱུ་དེ་རེད་དཔེ་ཆ་ཉོ་རྒྱུ་དེ། ད་དངོས་གནས་དེ་ད་ང་ཚོ་ས་མཐོའི་གི་མི་མི་ཅང་རེད་ཨ། དེ་ནས་ད་དེ་ཙམ་སྒོར་མོ་ཁ་ཤས་ཡོད་རྒྱུ་དེ་ཁྱིམ་ཚང་ལ་དཀའ་ངལ་སྤྲད་དགོས་གི་རེད་དེ་འདྲས་ཡིན་དུས། ད་གང་ཟག་དེ་འདྲས་ཀྱི་ངོས་ནས་མཚོན་ན་ད་དེ་རིང་ག་ཚོད་དཔེ་ཆ་དེ་ཚོ་ཧ་ཅང་རིན་གོང་ཆེན་པོ་རེད། དེ་འདྲས་ཡིན་དུས་ད་དཔེ་ཆ་ཉོ་རྒྱུ་དེ་ད་དངོས་གནས་བལྟས་ཙང་དཀའ་ལས་ཁག་པོ་འདུག་ང་རང་ང་རང་རེ་འཁར་བྱེད་དུ་གནང་གནང་ལོ་དེ་ལ་ད་སྟོང་ཕྲག་ཁ་ཤིག་གི་དཔེ་ཆ་ཉོས་བཞག་པ་དེ་འདྲས་ཡིན་ད་ང་གི་བཟོ་གནང་གནང་ཆེ་ཟེར་ཧ་གོ་སོང་ཟེར་དུས་ད་དེའི་འཕྲོ་ནས་ང་རང་གི་དཔེ་ལུང་ཅུང་ཙི་ཟེར་བ་དེའི་འཕྲོ་ནས་དོན་དག་མང་པོ་ཞིག་ཧ་གོ་སོང་དཔེ་མཛོད་ཁང་ཟེར་གྱི་འདུག་ངོ་མ་རིན་ཐང་ཆེན་པོ་ཡིན་ཟེར་ཟེར་ང་རང་སྔོན་མ་ལྷོ་ལྷང་འདུག་པའི་གནས་སྐབས་ལ་ད་དཔེ་མཛོད་ཁང་ལ་དེ་ཙམ་འགྲོ་མྱོང་མེད་རྒྱུ་མཚན་ག་རེ་ཟེར་ན་ང་རང་གི་ལྟ་འདུག་ཅུང་རྩ་བའི་རྒྱང་ཁྱི་དེ་ཁོ་ནའི་ཕུ་ན་འགྲོ་མ་འགྲོ་གས་མི་འདུག་དཔེ་མཛོད་ཁང་ཟེར་གྱི་འོག་ཏུ་ང་རང་གི་ཆང་གི་ནང་ལ་ཤ་ནང་ལ་དཔེ་ཆ་མི་འཇོག་དེ་ལྟ་བུའི་ཆེད་དུ་རེད་མ་གཏོགས་ང་རང་ལ་ཡོད་བཞིན་དུ་དེ་ཁོ་ནའི་ཕུ་ན་འགྲོ་ནས་དེ་ནས་ལྟ་འདུག་ས་མ་རེད། དེ་ནས་གཉིས་ནི། ད་ཅུང་ཙམ་གྱིས། གཞན་པ་གི་དཔེ་ཆ་བསམ་བློའི་སྐོར་ཡིན་ན་རེད་དེ་བཞིན་དུ་རྩོམ་རིག་གི་སྐོར་ཡིན་ན་རེད་དེ་བཞིན་དུ་ལོ་རྒྱུས་སྐོར་དེ་ཚོ་ཅུང་ཙི་ཅུང་ཙི་ལྟ་དགོས་ཀྱི་ཡོད་ན་ད་ད་བཅུ་ཕྲག་ཙམ་ཡང་མ་ཉི་ཤུ་སུམ་ཅུ་ཡང་མ་འདས་ང་རང་གི་ཤ་ནང་ལ་ཡོད་སྡོད་པ་དེ་འདྲས་རེད་དེའི་རྒྱུ་མཚན་གྱིས་དཔེ་མཛོད་ཁང་ནས་དེ་ཚོ་མཐོང་མ་སོང་རེད་ད་ནི་ད་ད་ལོ་དཔེ་ཆ་མང་ཙམ་ལ་ཨ་ཐི་ལྟ་བུའི་དེ་གི་བརྒྱུད་རང་གི་འཕྲོ་ནས། ད་དངོས་གནས་དཔེ་མཛོད་ཁང་ཟེར་གྱི་དེ་ངོ་མ་ཧ་ཅང་རིན་ཐང་ཆེ་བོ་ཞིག་ཡིན་སྲིད་དཔེ་མཛོད་ཁང་ལ་འགྲོ་དང་དཔེ་ཆ་དེ་ཚོ་བཀླག་དགོས་རྒྱུ་དེ་ཡིན་སྲིད་བསམ་རྒྱུ་དུ། ད་ད་ལུག་ལོ་དེར་ཉམས་མྱོང་མང་པོ་ཐོབ་འོང་སྲིད། དེའི་རྒྱུ་མཚན་གྱི་ང་ཚོ་གི་ད། འགའ་རྐྱེན་དྲུགས་སུ་འགྲོ་ཟེར་གྱི་འགའ་རྐྱེན་མཐུན་རྐྱེན་དུ་འགྲོ་བ་ཟེར་གྱི་ཡོད་ངོ་མ་དེ་འདྲ་ཞིག་གི་ད་ལོ་གི་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་མོ་གི་ལོ་དེར་ས་ནོ་སྟོང་ཁ་ཅིག་དང་ང་ཚོ་མ་ཡང་ལྷོ་ལྷན་དུ་ཁ་བྲལ་བའི་གི་དུས་ཚོད་དེ་ནས། དེ་ནས་དུས་ཚོད་དེའི་ནང་ལོགས་ལ་ད་དཀའ་ངལ་དང། དེ་ནས་འཚོ་བ་དང། ལ་སོགས་པ་དེ་སོགས་དོན་དག་མང་པོ་མང་པོ་ཅིག་འཕྲད་དུ་ཡོད་རེད། དེ་འདྲའི་གི་དོན་དག་མང་པོ་འཕྲད་རྒྱུ་བརྒྱུད་རམ་ཡོད་ཚད་ནས་ཡོད་ཚད་དེ་ང་ཚོ་ལ་འཚོ་བའི་གི་ནང་ལ་སྤྱི་ཚོགས་གི་ནང་ལ་ཡོད་དགོས་ངེས་ཅིག་གི་སློབ་སྦྱོང་ཤ་སྟག་རེད་དེ་འདུག་ཟེར། དེ་ནས་ཁ་བྲལ་བའི་ཉིན་མོ་ནས་བཟུང་སྟེ་ང་ཚོ་ལ་དོན་དག་གང་འཕྲད་པ་ཚང་མ་དེ་ང་ཚོ་ལ་ཉམས་མྱོང་ཅན་གྱི་སློབ་གསོ། ཉམས་མྱོང་ཅན་གྱི་སློབ་སྦྱོང། ང་ཚོ་དེ་སྔ་ཡོང་དཀའ་པོ་ང་ལ་སོགས་པ་དེ་སོག་གི་ནང་ནས་ལ་ལན་མ་ཐོབ་པ། ཚུར་བིག་ཐྲོ་ལ་ཡོའོ་དགོ་ངེས་ཅན་གི་སློབ་སྦྱོང་ཤ་སྟག་རེད་དེ་འདུག་དོན་དག་རེ་རེ་འདི་རེ་ཚང་མ་སློབ་སྦྱོང་རེད་དེ་འདུག་ཟེར། དེ་རྒྱུ་མཚན་གི་ནང་ནང་གི་ལོ་ཟླ་དེ་ཚོ་ལ་སོག་སྐྱ་ནི་བསམ་བློ་བཏང་ཁ་ཅི་ད་སྔོན་མ་འགའ་ཅན་བ་ཆེ་རེད་ད་ནི་སོག་སྐྱ་ནི་བསམ་བློ་བཏང་ཁ་ཅི་ད་ཡང་ད་མཐུན་ཆེན་གཅེས། ཁོ་རང་གི་གང། རིན་ཐང་ལྡན་པའི་དངོས་པོ་ཟེར་རྒྱུ་དེ་གང་ཡིན་པ་དེ་ངོ་ཤེས་བཅུག་སོང། གོ་སྐབས་འཕྲད་པ་དེ་དག་དམ་འཛིན་སྒོ་འབྱེད་དུ་ཧ་གོ་ཆོག་གསུངས། ད། དེའི་རྒྱུ་མཚན་གྱིས། དེ་ནས་ཆེས་སྔ་ལས་སླ་པོའི་གི་ད་པའི་ལུགས་སློབ་སྦྱོང་དེ་སོགས་ལ་ཅུང་ཙམ་དེ་ནས་འབད་བརྩོན་ཨུ་ཐུབ་ལྟ་བྱེད་འོ་དེ་རྒྱུ་མཚན་དེ་འདྲས་ཅིག་ཡིན། དེ་ནས་ཁྱོད་རང་གི་ད་པའི་ཆ་ལུགས་སྟངས་དེ་ག་འདྲས་བྱས་པ་ཡིན་ཟེར་དུས་ད་ང་རང་གི་ལུགས་སྦྱོར་བ་ད་བརྒྱ་ཕྲག་ཙམ་དེ་ཉིད་ད་པའི་ཆ་རེ་རེའི་རྒྱུན་དུ་གི་པའི་ཆ་འདིའི་རྩོམ་པ་པོ་སུ་ཡིན་པ་དང་དུས་ཚོད་ནང་ཞིག་ལ་རྩོམ་པ་དག་འདི་སྤྱིའི་རྒྱུ་དོན་གང་ཡིན་པ་དང་དེ་ནས་རྒྱུ་དོན་དེ་གཉིས་ཀྱི་ནང་ལ་དོན་ཚན་མི་འདྲ་བ་དུ་ཡོད་པ། རྒྱུ་དོན་རེ་རེ་གི་ནང་ནས་ང་རང་ལ་དཔེ་ཆ་འདི་ཀློག་པའི་གི་ཆེའི་འཚོ་བ་སྟེར་བ་དང་བློ་བསྐྱེད་སྟེར་བ་དེ་གང་ཡིན་པ། ད་དེ་འདྲའི་གི་རེ་རེ་རེ་རེ་ནས་ཞིབ་ཆ་དང་བཅས་པའི་གི་ལང་ནས་ང་རང་གི་བླ་མཆན་བྲིས་ཡོད་ཟེར། དེ་འདྲས་ཡིན་དུས་ད་དངོས་གནས་ཁྱོད་རང་གི་དཔེ་དེབ་ཀྱི་བླ་ནས་དཔེ་དེབ་དེ་གི་ཆོག་ལ་བློ་བསྐྱེད་ཀྱི་སྟེར་དགོས་ན་ཁྱོད་རང་ལ་ཤེས་རབ་ཀྱི་གཙོར་དགོས་ན་ཕྱིའི་ཐ་སྣང་ཡག་ཤོས་དེ་ག་རེ་རེད་ཟེར་ན། དཔེ་ཆ་དེ་བཀླགས་རྗེས་མ་ཡིན་པར་དཔེ་ཆ་དེ་བཀླགས་ཟིན་པའི་རྗེས་སུ་ལ་གླང་ཆེན་དྲི་བྱའོ་ཟིན་བྲིས་དྲི་བྱའོ་དེ། དེ་ནས་ཁྱོད་རང་གིས་ད་དཔེ་ཆ་དེ་བཀླགས་ཚོར་ཡག་ཤོས་དང་དཔེ་ཆ་དེ་གི་ཁྱོད་ལ་ད་གྲུབ་འབྲས་བལྟས་བྱའོ་དེ་ཡག་ཤོས་དེ་དེ་རེད་དེ་འདོད། དེ་རྒྱུ་མཚན་གྱིས་ང་རང་གིས་ད་དེ་འདྲའི་གི་ཟིན་བྲིས་བྲི་མ་ཐུབ་བླ་མཆན་བྲི་མ་ཐུབ་ན་ད་ཁོ་རང་དག་ཅིག་མ་ཅིག་བློ་བཞག་ན་ཡང་དེའི་འཕྲོ་ནས་ད་ཇོ་བཟའ་དེ་ཚོ་གང་ཡིན་དེ་སྲིད་དེ་སྲིད་བླ་འདུག་སའི་གཙང་ལ་འཚོ་བ་ཅི་ཙམ་ཞིག་བསྟན་ན་ཡང་དེའི་འཕྲོ་ནས་མེད་སོང་བ་དེ་འདྲའི་ཆགས་བསྡད་གི་འདུག་དེའི་རྒྱུ་མཚན་གི་ད་བླ་མཆན་དེ་ཚོ་ཞབས་ཅིག་བྲིས་འདུག་ད་ད་དཔེ་ཆ་དེ་ཚོ་གང་ཡིན་ན་བླ་མཆན་ཅིག་བཏགས་ཀྱི་འདུག་ཨོ་དངོས་གནས་འདིའི་ནང་དུ་ཇོ་བཟའ་འདི་ཡོད་རེད་འདི་འདྲས་འདི་འདྲས་རེད་བསམ་ཀྱང་ཤ་སའི་ཚུལ་འཚོ་བ་བསྟན་ཡོང་བ་དེ་འདྲས་འདུག་ལ་དེའི་རྒྱུ་མཚན་གི།

སྐོར་ལ། ནག་ཉེས་བསམ་མནོ་གྱི་སྐོར་ལ་དེ་འདྲའི་ཉི་མ་རེ་ཡི་དྭགས་འདྲ་མི་འདྲ་དེ་དེ་ནི་ཡང་སྤྱིའི་ཆ་ནས་ལོ་ཆས་ཡོད་རེ་ཡོད་རེ་ད་ནི་ཡང་དེ་ཙམ་མཐོང་ཐུབ་གི་མ་རེད། དེའི་རྒྱུ་མཚན་གྱི་ཁྱོད་རང་དགའ་བསུ་གང་ཡིན་པ་ཐོག་མར་ཁྱོད་རང་གི་བསམ་མནོ་གྱི་སྐོར་ནི་དཔེ་ཆ་བླ་བྲེ་ན་ད་རྒྱུ་སོང་ལ་སོགས་པ་རེད་དེ་མ་ཡིན་ན་བོད་ཀྱི་བླ་མ་དམ་པ་གོང་མ་རྣམས་ཀྱིས་ཞལ་གདམས་ལ་སོགས་པ་དེ་འདྲའི་གི་ད་དཔེ་ཆ་ཕུན་སུམ་ཚོགས་པ་བླ་འགྱུར་ར་དེ་འདྲའི་འདུག་ད་དེ་སོགས་བསམ་མནོ་སྐོར་ཤ་སྟག་ནི་ལོ་བཅལ་དེའི་སྐོར་ནི་རྐྱང་རྐྱང་ཀློག་ཞོར་ད་དེ་བས་ཀྱང་ཁྱོད་རང་ལ་གྲུབ་འབྲས་ཐུབ་གི་འདུག་དེ་བཞིན་དག་གི་ལོ་རྒྱུས་དང་རྩོམ་རེག་གི་སྐོར་གང་ཡིན་ན་ཡང་ཁྱོད་རང་དགའ་སུ་གང་ཡིན་པ་དེ་ལོས་བྱེད། དེའི་སྐོར་ཤ་སྟག་ནས་དཔེ་ཆ་ད་ཉིན་རེ་འདྲ་མི་འདྲ་སྣ་ཁ་མང་པོ་ལྟ་མི་འདོད་བ། དེའི་སྐོར་ཤ་སྟག་ནས་ལོས་བྱེད་དེ་ནས་དེ་འདྲའི་ལ་བཞག་ན། རྒྱུ་ཅན་ཚོར་བཞག་ན། དེ་ནས་དངོས་གནས་ད་ཁྱོད་རང་ལ་སྔར་ལས་ལྷག་པའི་གི་དེ་ནས། དཔེ་ཀློག་སྐོར་ནས་དྲིན་དྲན་ཕུགས་བསམ་ཚོར་བ་ཅིག་ཐག་ཡོང་གི་འདུག་ཟེར། ད་དེ་ང་རང་གི་ཉམས་མྱོང་གྱི་སྐད་ཆ་ཡིན། དེ་ནས་ད་ཁྱོད་རང་དང་པོ། ད་དཔེ་ཆ་མང་པོ་བཅས་ཀློག་མཁན་གྱི་གང་ཟག་འམ་ཡང་ན་དཔེ་ཀློག་པ་གི་གང་ཟག་ཅིག་ཡིན་དགོས་ཀྱི་ཡོད་ན། ཁྱོད་རང་ཆེས་ཐོག་མ། དཔེ་ཆ་ལྟ་བུ་གི་རིན་ཐང་དེ་མ་ཤེས་ན་ཆོག་གི་ཡོད་རེད། ཁྱོད་རང་གི་དང་པོ། ཨོ། ཚོ་ཐག་ཅིག་བྱིན་ནས་ད་ཁ་ཤས་ཀྱི་བློ་བཏང་ན་དེ་ནས། དེ་འཕྲོ་ཁྱོད་རང་ཨོ་ད་དཔེ་ཆ་ལྟ་དགོས་སེ་བསམ་ནས་གི་ཚོ་བ་ཏན་ཏན་སྐྱེ་ཡོང་གི་ཡོད་རེད་ལ་དཔེ་ལུགས་གི་རིན་ཐང་ཤེས་པ་ཡང་ཡོང་གི་ཡོད་རེད་དེ་རྒྱུ་མཚན་གི་ཐོག་མར་དཔེ་ཆ་མ་ལྟས་གོང་ནས་ཁྱོད་དཔེ་ཆ་གི་རིན་ཐང། དཔེ་ཀློག་གི་དགེ་མཚན་རྒྱུ་མཚན་དེ་ཚོ་མང་པོ་མ་ཤེས་ན་ཡང་ཆོག་གི་ཡོད་རེད། ཁྱོད་རང་གི་ཚོགས་ཐག་བཅད་དེ་ནས་དཔེ་ཆ་ལྟ་ཁ་ཤས་ཙམ་ཀློག་དང་དེ་ནས་རིམ་པ་རིམ་པ་བཞིན་གྱི་དཔེ་ཀློག་གི་རིན་ཐང་ཤེས་པ་ཡོང་གི་ཡོད་རེད། དཔེ་ཀློག་གི་རིན་ཐང་ཤེས་ས་ན་དེ་ནས་ཁྱོད་རང། དོན་དམ་པའི་དཔེ་ཆ་བ་ཞིག་ལ་འགྱུར་ཡོང་གི་ཡོད་རེད། ད་གཙོ་བོ་ངོ་མ་དེ་དཔེ་ཆ་ལ་མོས་པ་ཡོད་པ་དང་དེ་ནས་རྒྱུན་འཁྱོངས་ཀྱི་བརྩོན་འགྲུས་ཡོད་པ་དེ་གཉིས་ཧ་ཅང་གལ་ཆེན་ཆགས་བསྡད་ཡོད་རེད། ད་འདི་འདྲའི་སྐབས་ཧྭ་ཝུའི་ལྷོ་ཆེན་གྱི་ཟླ་སྔ་ཅིག་ཡོད་རེད། སློབ་སྦྱོང་ལ་དུས་ཚོད་ཀྱི་མ་འདང་མིན་པ་རྩོམ་པས་མ་འདང་བ་རེད་ཟེར་དགོས་དེ་རྒྱུ་མཚན་གྱིས་ང་ཚོ་གི་དུས་རྒྱུན་འདི། འོ་རྩོམ་པ་གཅིག་བྱེད་པོ་དེ་གལ་ཆེ་བོ་རེད། བྱ་བ་ཐམས་ཅད་ཀྱི་ད་གང་ཞིག་གང་འདྲ་དགོས་ན་ཡང། གཙོ་བོ་ངོ་མ་དེ་བཙོན་འགྲུལ་དེ་ལ་རག་ལས་ཀྱི་འདུག་བཟོད་ཀྱི་ཐེངས་ད་དུ་མ་གཏོགས། མི་སེར་སྐད་ཤེས་ཀྱི་མེད། ད་ཆོས་ཀུན་ཆོས་ལྡན་པའི་བྱིན་རླབས་ཀྱིས་བདག་སོགས་དེང་ནས་ཚེ་རབས་ཐམས་ཅད་དུ། རྒྱལ་བ་ཀུན་གྱི་དམ་ཆོས་མ་ལུས་པ་རྒྱལ་བའི་དགོངས་པ་ཇི་བཞིན་འཛིན་གྱུར་ཅིག།